མ་ནི་འབྲུ་དྲུག་དུ་བ་ཨོམ། མ་ནི་པདྨའི་ཧོམ་སྲི་ལས། ཚིག་ལ་བྱེད་པ་ཡིན་ན། ཨོམ་སྲི་ཡ་དེ་གི་དོན་མཐའ་གཅིག་བྱེད། མ་ནི་སྲི་ཡ་དེ་དོན་མཐའ་གཅིག་བྱེད། པདྨའི་སྲི་དུས་གཅིག་བྱེད། ཧོམ་སྲི་ཡ་དེ་གཅིག་བྱེད། ཨོམ་དེ་ནང་ལ་ཡག་ཡི་གེ་ཨ་ཨོ་མ་སོང་ཚང་དུས་རེད་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་གསོམ་བསྡད་རྗེས། མ་ཎི་སི་ཏུས་ནོར་བུ་དེ་རེད་བ། སྤྱན་རས་གཟིགས་ཀྱི་ཕྱག་གཡས་སྦས་ཀྱི་ནོར་བུ་གྱི་ཆུ་ཤིང་ཕྲེང་བ་དེ་རེད། དེ་དོན་དག་ག་རེ་མཚོན་དགོས་ཟེར་ན་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་ཆེན་པོ་དེ་མཚོན་འདོད་རེད། ཨ་ནི། ཕྱག་གཡོན་པ་འགའི་ཕྱག་མཚན་དེ་མེ་ཏོག་པད་མ་ཅི་རེད་དེ་པ་ཏི་མ་ཟེར་ཡག་དེ་རེད། དེ་ག་རེ་གོ་དགོས་ཟེར་ན། སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ཀྱི་སྟོང་ཉིད་རྟོགས་པའི་ཤེས་རབ་དེ་མཚོན་དགོས་ཡོད་རེད། དེ་ནས་ཧོམ་ཟེར་ཡག་དེ་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་གཉིས་སུ་མེད་པའི་ཡེ་ཤེས་སྔགས། ཡེ་ཤེས་སྔགས་ཟེར་ཡག་གི་འོ་དེ། ཐུགས་རྡོ་རྗེ་དེ་ཚུན་དགོད་བྲོ། འོ་དེ་དོན་ལྟར་དྲན། ཐུགས་དང་དེ་མཉམ་དུ་དྲན། གང་ལྟར་ཡིད་ཀྱི་ཐོག་ནས་འདོད་ཡ་བྱེད། ངག་ཐོག་ནས་མེད་པ་བྱེད།

འོ་ལ་སོགས། ང་ཚོ་ཡིན་དུས་དེ་འདྲའི་ཇི་ཙམ་བཞག་ནས། ད་ཡིན་དུས་བྱེད་དུས་ཡང་སྤྱན་རས་གཟིགས་ཀྱི་སྐུ་གསལ་གཏུགས་ཐུབ་ན་ཡག་པོ་ཡོད་རེད། ཕ་བོ་སྤྱན་རས་གཟིགས་ཀྱི་སྐུ་གསལ་བཏབ། ཕྱག་བཞེས་པ་དེ་རུ་བ་ད་ལྟ་མ་ནིང་དེ་ང་ཚོ། གཙོ་བོ་སྤྱན་རས་གཟིགས་ཕྱག་སྟོང་ཆེ་སྟོང་དང། ངན་སོང་ཀུན་འགྲོ་དང། བཅུ་གཅིག་ཞལ་དང་སྐུ་ཡི་སྣང་གྲགས་དཔག་ཏུ་མེད་པ་རེད་དེ་ཡིན་ནས་གཙོ་བོ་དེ་ཕྱག་བཞེས་པ་དེ། ཕྱག་དང་པོ་ནི་ཐུགས་ཀར་ཐལ་མོ་བཅག་ཕྱག་གཡས་པས། ནོར་བུ་གྱི་ཕྲེང་བ། ཕྱག་གཡོན་པ་མེ་ཏོག་པད་མ་རྣམས་ཏེ་ངེས་ཏེ་རེག། རྒྱན་རིགས་སུ་ཕྱག་བཞི་པ་ངན་སོང་ཀུན་འགྲོ་མ་ནི། བགྱིས་ནང་འདྲ་དབང་ནང་དུས་ལྷ་དེའི་མགོ་ནག་དུ་བ། འདི་བྱས་དུས་ད་ལྟ་ཇག་རུམ་ཆེན་གྱི་བླ་མའི་རྣལ་འབྱོར། རྒྱ་མཚོ་ནང་ཤར་གྱི་ཡོ་དེ་ཀྱི་ཐུགས་ཀ་ལས་ཇག་རུམ་ཆེན་གྱི་ཐུགས་ཀ་ལས་དགོངས་ཡངས་ཀྱི་ཡེ་ཤེས་སེམས་དཔའ་འདི་བྱེད་རིགས་སུ་ཕྱག་བཞི་པ་འདི་རེག། དེའི་ཐུགས་ཀ་ཡེ་ཤེས་སེམས་དཔའ་ནི་ཞག་གཅིག་ཕྱག་བཞི་དང་གསུང་ཐལ་མོ་བརྒྱ། འོག་མ་བཞི་ཁྲི་པད་དཀར་ནང་གསུང་དུ་པདྨ་དཀར་པོ་སྣང་གསལ་བོ་སྟེ། ཡེ་ཤེས་སེམས་དཔའ་དེ་རྒྱ་གར་མོ་ཆིག་ཐུགས་ཀ་ལ་གསལ་བཏབ་པ་དེ། སྤྱན་རས་ཕྱག་བཞི་པ་དེ་རེད། འདི་ཡིན་ཙང་མ་ནི་ཡིན་འདི་བྱེད་དུས་ཡང་དེ་འདྲའི་སེམས་དཔའ་སྲོང་བརྩིགས་སེ་ནི། བས་སོ་སོ་ཆོས་འཕྲུལ་དངོས་ཐོག་གི་རྩ་ཡི་ལང་མ་རྒྱ་གུར་མ་ཞེས་སོགས་འདྲ་གཅིག་གསལ་བཏབ། དེ་ཡི་ཐུགས་ཀ་ལས་ནི་སྤྱན་རས་གཟིགས་ཕྱག་བཞི་པ་དེ་གསལ་བཏབ། ནི་དེ་ཡི་ཐུགས་ཀ་ལས་ནི། སྤྱན་རས་གཟིགས་ཐུགས་ཀ་ལས་ནི་ཡི་གེ་ཧྲི་ཡིག། གི་མཐའ་ནི་ནི་ཡི་གེ་ཡ། ལམ་དེ་ངེས་དེ་འདྲ། མ་ནི། ཕྲེང་བ་བསྐོར་དེ་ངེས་གསལ་བཏབ། དེ་ལས་སེམས་དཔའ་སྲོང་བཙིར་གཟིགས་རེ། འོ་དེ་འདྲ་གསལ་བཏབ་ནི་ནི་དེ་མ་ནི་གི་ཡིག་གཟུགས་ཁོ་རང་ལ་དམིགས་བྱས། ནི། ཡིན་དེའི་ཆེ། ཨ་ནི་སྤྱན་རས་གཟིགས་དང་བླ་མ་དང་སྤྱན་རས་གཟིགས་དང་ཐུགས་ཀ་དགའི་ཧྲཱི་ཡིག་དང་ཡིག་དྲུག་དེ་ཚོ་ལས་འོད་ཟེར་དཔག་ཏུ་མེད་པ་བྱུང། རང་གི་སྤྱི་བོ་ནི་མ་འོད་ཟེར་གྱི་བདུད་རྩི་གི་ཆར་བབས་རྗེས། ཨ་ནི་ལུས་ཐམས་ཅད་བདུད་རྩི་གིས་གང། ཐོག་མེད་ནས་ཟ་བའི་སྡིག་རིགས་ཐམས་ཅད་དུ་ཁུར་ཏེ་གཟུགས་ཁུ་དང། ཁྲག་དང་རྣག་གི་སྣང་བ་བཅས་ནི་མ་ཐོན་གསུངས་སམ། ཨ་ནི། ལུང་རྟོགས་ཀྱི་ཡོན་ཏན་དང་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པའི་བྱིན་རླབས་དང་བཅས་རང་གི་རྒྱུད་ལ་ཡང་འཇུག། སོ་སང་དེ་འདྲའི་གསོལ་བ་བཏབ། བདུད་རྩི་འབེལ་སྦྱང་བྱིན། མ་ནི་ཡིད་འདི་བྱིན། འོ་དེ་འདྲའི་ཁ་ཟས་ངན་ངན་ལ་ངས་བསྐོལ་ལ་ཟ། སོ་ད་ཡ། སྲས་ད་ཡ་དེ་ཞུ་ཡི་མ་རེད། མ་ནི། མདངས་རང་ཁོ་རང་འདོད་པ་དེ་ཡིད་འདི་བྱིན་དེ་ནི་འགྲིག་གི་རེད། ཨ་ནི་དམིགས་བ་ཏོག་སེ་སྦྱངས་གསུངས་ན། ཨ་ནི། འདོད་དགེ་འདོད་དགེ་ཡང་ཡི་གེ་ལྷ་སྲས་ད་ཡ་བླ་མ་སྲས་ད་ཡ་དེ་ནི། འོ་དེ་འདྲའི་བ་དེ།

སངས་རྒྱས་སྐུ་བལྟམས་པའི་དོན་ཕྱེ། སྐུ་བལྟམས་པ་དེ་ས་ག་ཟླ་ཚེས་པ་བརྒྱད་དམ་བཅོ་ལྔ་ད་དེ་ལས་བཤད་ཚུལ་གཉིས་ཡོད་རེད། གང་ལྟར་ས་ག་ཟླ་ནི་ཆགས་ཏེ་ཡོད་རེད། ཧོར་ཟླ་དྲུག་པ་ན་ལྷུངས་སུ་བཞུགས་པ་རེད། ཨ་ནི་ས་ག་ཟླ་བ་ཧོར་ཟླ་བཞི་པ་ན་སྐུ་བལྟམས་དགོས་རེད། ག་ས་བྱོན་ནས་དོན་དྲུག་ཡུམ་སྒྱུ་མ་ལྷ་མཛེས་ཀྱི་མངལ་ལ་ཡང་ཟླ་བ་བཅོ་བཞུགས་པ་རེད། མི་ཕལ་པ་ན་ཞིག་ཟླ་བ་དགུ་མ་རེད་ཟླ་བ་བཅོ། དེ་རྗེས་འདི་ས་ག་ཟླ་བ་ན་འཁྲུངས་ཁུག་རེད། ལྷུངས་སུ་བཞུགས་པ་འདི་མདོ་ཡི་སྲས་པོ་ཞེ་དྲག་ཡོད་རེད་ཁོང་འདི་གྲུ་པ་གི། དེ་ནང་བྱས་ཨ་ནི་མ་འཁྲུངས་ཡ་དེ་ས་ག་ཟླ་བ་ན་བྱས། ཨ་ནི་ས་ག་ཟླ་བ་ཚེས་པ་བརྒྱད་ལ་འཁྲུངས་ཡ་དང་ཨ་ནི་ཚེས་པ་བདུན་ལས་རབ་ཏུ་བྱུང་བ་དང། ཚེས་པ་བཅོ་ལྔ་ལས་བསྔོ་བ་མཛད་པ་སངས་རྒྱས་པའི་མཛད་པ་དེ་ཡང་དང་སྐུ་མྱ་ངན་ལས་འདས་པའི་མཛད་པ་དེ་ཡང། འོ་དེ་འདྲའི་རྗེས་གསུངས་ཀྱི་ཡོད་རེད། དེ་བྱས་དུས་ད་ང་ཚོ་ས་ག་ཟླ་བ་དེ་དུས་མཆོད་ཆེ་བ་ཅན། དུས་ཆེ་བ་ཅན་ཡིན་ཙང་དགེ་སྦྱོར་ག་རེ་བྱས་པ་ཡིན་ན་དེ་དགེ་རྩ་རླབས་ཆེ་བ་ཡོད་རེད་གསུངས། དུས་དེ་འདྲའི་ཆེ་བ་ཅན་ཤིན་གཞན་དུ་མི་དགེ་བ་ལ་འཇུག་པ་ཡིན་ན་ཡང་མི་དགེ་བ་སྟོབས་ཆེ་བ་ཡོད་རེད་ཟེར་གྱི་རེད། ད་དུས་ཆེ་བ་ཅན་ཤིན་གཞན་དུ། ཁྱེད་གསོལ་འདེབས་འབྲི་ཡི་སྒོ་ནས་མི་དགེ་བ་ལ་འཇུག་ན། ཨ་ནི་མི་དགེ་བ་སྟོབས་ཆེ་བ། ག་རེ་ཟེར་ན་ཁོ་གང་ཟག་གི་དུས་བྱིན་གྱིས་བརླབས་པ་དང་དུས་ཀྱི་ཚུལ་གང་ཟག་ལ་བྱིན་གྱིས་བརླབས་པ་ཟེར་གྱི། སངས་རྒྱས་ཁོ་རང་དེ་འདྲའི་དུས་ཀྱི་ལས་ནི་དངོས་པོ་རྫོགས་པར་བསམ་གྱིས་དུས་དེ་འདྲའི་ཆེ་བ་བྱེད་ཀྱི་ལས་སངས་རྒྱས་པའི་ཐུགས་མིང་དང་ལྡན་ཚུལ་གྱི་སྟོབས་ཀྱིས་ང་རང་ཚོ་གི་དུས་དེ་དྲན་པའི་སྒོ་ནས་དགེ་བ་བྱས་པ་ཡིན་ན་རླབས་ཆེ་བ་ཡོང་གི་རེད། འོ་ཁོ་དུས་དེ་དྲན་པའི་སྒོ་ནས་ཚོ་དགེ་སྦྱོར་རླབས་ཆེ་བ་ཡིན་ཙང་དུས་ཀྱི་གང་ཟག་ཅན་གྱི་ལག་པ། ད་དེ་འདྲ་གསུང་དགོས་རེད་ང་ཚོ་ནང་པའི་དགེ། ཞིང་གི་མཐུ་ཆེ་བ་བཅས་ལ་བརྟེན་པ་འབག་ཏོག་གསུང་དགོས་རེད་བ། དེ་བྱས་ན་ང་ཚོ་ནང་ཆོས་ཆུས་བྱས་དུས་གང་ལེགས་ངེས་འབྱུང་གི་མ་སྲིད་ན། ཨ་ཐ་པ་འགྲོ་དགོས་མ་ཐ་བི་ཇོལ་འགྲོ་དགོས་མ་རེད། ཨ་ཁ་ཚང་ང་ཚོ་ཞུས་དེ་བ་དེ་དེ་ནང་རྒྱལ་སྲིད་ཐ་མི་ལག་ལེན་སོ་དོད་མ་ནས་གསུང་དེ་ཨ་ཀི་བྱང་ཆུབ་ཀི་སེང་རིན་པོ་ཆེན་གི་རྩིས་མ་སྲིད་ན། ཨ་ནི་དགེ་རྩ་དེ་བླ་མའི་བྱང་ཆུབ་ཀི་ཇོལ་ལ་འགྲོ་དགོས་མ་རེད་ཆེ་བ་རེད། ད་ང་རང་ཚོ་གི་དགེ་རྩ་ག་འདྲ་གྱིས་བྱས་པ་ཡིན་ན། དགེ་རྩ་ག་འདྲ་གྱིས་བསགས་པ་ཡིན་ན། གཞན་གུས་ཐུགས་ལ་བརྟེན་པ་མ་གཏོགས། ཨ་ནེ་དགེ་སྦྱོར་ཚང་མ་དེ་ང་ཚོ་ཁོ་བ་ཁོ་ཡག་གི་རྒྱུ་ཆགས་ན་དགོས་རེད། ཆུ་དགེ་བ་ཡིན་ན་ཡང་ཁོ། སྡུག་བསྔལ་རང་གི་འབྲས་བུ་བདེ་བ་ཡིད་དུ་བཅས་ཀྱི་རེད་དེ། བདེ་བ་དེ་ག་རེ་བྱས་ཟེར་ན་ཁོ་བའི་གནས་སྐབས་ཀྱི་བདེ་སྐྱིད་ཀྱི་ཆགས་ན་རེད། ཐར་པའི་རྒྱུ་ལ་འགྲོ་གི་མ་རེད་གསུངས། ཡིན་ན་ཡང་དམིགས་བསལ་གཅིག་ག་རེ་ཟེར་ན་ཞིང་གི་མཐུ་བྱེད་པ་ཅན་ལ་བསྟན་པ་འགའ། ཟེར་དུས་ཨེ་ནི་ང་ཚོ་གི་ཀུན་སློང་མགོ་ནས་གཅིག་མ་བཅུག་ན་ཡང། ཞིང་བྱེད་པ་ཅན་ཟེར་དུས་བི་གེ། སོ་སོ་གི་དགེ་རྩ་བསགས་ཡུལ་དེ་བྱང་ཆུབ་སེམས་དཔའ་ཡིན་པ་དང། ཨ་ནི་སངས་རྒྱས་ཡིན་པ་དང་སངས་རྒྱས་སངས་རྒྱས་ས་གི་གནས་བྱེད་པ་ཅན། དུས་བྱེད་པ་ཅན། དེ་འདྲ་དེ་འདྲ་གསུངས་ན། ཨ་ནི་དགེ་རྩ་དེ་ཐར་པ་ཆ་མཐུན་རྒྱུད་ལ་འགྲོ་གི་རེད་ཅེས་པ་རེད། ད་གཞུང་ནས་འདི་འདྲ་གསུངས་ཡོད་རེད་དེ་བྱས་ཨ་ནི་ང་ཚོ་ས་ག་ཟླ་བ་གི་དུས་ཕྱི་བ་བྱས་ཤིང་པའི་སྒོ་ནས་སྣང་མཐར་དྲན་པའི་སྒོ་ནས་དགེ་སྦྱོར་ག་རེ་བྱས་པ་ཡིན་ན་ཡང་ཨ་ནི་དེར་ཐར་པ་ཆ་མཐུན་གྱི་རྒྱུད་ལ་འགྲོ་གསུངས་པ་རེད། དེ་དུས་ཀྱི་ངོ་སྤྲོད་བདུད་རྩི་བྱས་ཨེ་ནི་དམིགས་བསལ་ངས་ཞུ་འདོད་པ་ཞིག་དེ་ཡིན་ད་ལྟ་དགེ་སློང་མ་དཔལ་མོ་ཟེར་ཡག་རྒྱུ་རེད་དེ་རྣམ་ཐར་གྱི་ཞུས་ན་བྲེལ་སོང། དེ་ས་ག་ཟླ་བ་ཚེས་བོད་བཅོ་ལྔ་ལ་འཕགས་པ་སྤྱན་རས་གཟིགས་དགེ་མཆོག་དངོས་གྲུབ་བརྙེས་པའི་དུས་ཆེན་ཡིན་གསུངས་ད་དེ་ཡོངས་གྲགས་ཡིན་གྱི་མ་རེད། དགེ་སློང་མ་པད་མོ། རྒྱ་གར་ལས། དགེ་སློང་མ། དགེ་སློང་མ། པད་མོ་ཟེར་དུས་ཁོ་རང་གི་དགེ་སློང་གི་མཚན་དེ་པད་མོ་རེད། མ། ཆུང་ཆུང་གང་གི་མཚན་དེ་སྨིག་ལིག་དཀར་ཆང་ཟེར་གི་རེད། ད་བོད་སྐད་ནང་ཚུར་བརྗོད་བྱ་ཡོད་རེད་རྒྱ་གར་གི་དེ་འདྲ་རང་ཡིན་གྱི་མ་ར་སྨིག་ལིག་དཀར་ཆང་ཟེར་དུས་སྨིག་ལིག་ཟེར་དུས། གཟུགས་ལང་ཚོ་ཡག་པོ་ཞེ་རག་ཡོད་རེད་ཟེར་ད། ལྷ་ཡི་བུ་མོ་ལྟ་བུ་བརྗོད་ཡོད་ཙང་སྨིག་ལིག་དཀར་ཆང་མ་ཟེར་དུས་ཨེ་ནི་ཞེ་རེ་དཀར་བོ་ཡིན་ཟེར་བ། མིག་ལས་ཀ་ཆང་མ་ཟེར་ཡ་ནི་དེ་འདྲའི་རྗེས་ཀྱི་སྐྱེ་བ་ཞིག་རྒྱལ་བུ་ལས་ཕེབས་པ་རེད་ཁོང་ས་ག་ཟླ་ཚེས་པའི་བཅོ་ལྔ་ལ་ནི་ཕྱོགས་ཀུན་དངོས་གྲུབ་བརྙེས་པ་རེད་ཟེར་བ་དུས་ཕྱིས་ཏེ། ག་རེ་བྱེད་ཟེར་ན་ཕྱོགས་དངོས་གྲུབ་བརྙེས་ཡག་གི་རྒྱུ་ཚེགས་གཙོ་བོ་དེ་ང་ཚོ་དེ་ནི་ཁ་སང་ཞུས་བསྡད་པ་གིས་ཁོང་པ་བྱང་ཆུབ་སེམས་དཔའ་སེམས་མ་ལྷ་དགའ་རོ་ད་བྱང་ཆུབ་སེམས་དཔའ་ཧ་ཅང་གི་པའི་ཚེ་ཐོང་པོ་དེ་འདྲ་ཐུགས་མྱངས་ཤིག་གནང་མཁན་གྱི་རེད། བྱང་ཆུབ་སེམས་ཀྱི་ནང་ནས་ཁ་སང་ངས་སྒྱུ་འཕྲུལ་མན་ངག་བདུད་ཀྱི་སྒོ་ནས་བྱང་ཆུབ་སེམས་བློ་སྦྱོང་ཚུལ་དང་བདག་གཞན་མཉམ་བརྗེའི་སྒོ་ནས་བྱང་ཆུབ་སེམས་སྦྱོང་ཚུལ་གཉིས་འདུག་བ། དགེ་སློང་མ་དཔོན་མོ་གི་བྱང་ཆུབ་སེམས་དེ་བདག་གཞན་མཉམ་བརྗེ་གི་བྱང་ཆུབ་སེམས་བློ་སྦྱང་མཁན་བྲིས་དེ་རེད། དེས་ན་ནི་ང་ཚོ་དེ་ལག་ལེན་སོ་བདུན་མ་གི་བསླབ་བྱ་ནང་ལ་བྱང་ཆུབ་སེམས་བསྐྱེད་ནི་སྤྱོད་པ་ལ་བསླབ་ཡ་སྟེ། ཨ་ནི་བདག་གཞན་མཉམ་བརྗེ་དང་གཏོང་ལེན་མོས་པ་དགོངས་ཡ། སྟོང་ལས་དགོངས་ཟེར་ཡ་བ། སེམས་ཅན་ཐམས་ཅད་ཀྱི་ནད་གདོན་སྡིག་སྒྲིབ་སྡུག་བསྔལ་སང་སོ་ལ་ཚུལ་སྨིན་པར་ཤོག་ཟེར་ཐག་བཅད་ནས་སྨིན་པ་དེ་དགོངས། རང་གི་ལུས་ལོངས་སྤྱོད་དུས་སོང་དེ་ཚ་ཚང་མ་སེམས་ཅན་ལ་ཕ་སྨིན་པར་ཤོག་ཟེར་ཕ་གཏམ་བྱས། དེ་འཕྲལ་གྱི་བློ་སྦྱོང་མྱང་ལས་བྱེད་མཁན་ལ་སྟོང་ལས། ཨ་ནི་སོ་སོ་གི་ལུས་ལས་ན་ཚ་ག་འདྲི་བྱུང་ན་ཡང་མ་བྱེད་འགྲོ་བ་རིར་སེམས་ཅན་ཐམས་ཅད་ཀྱི་ནད་གདོན་སྡིག་སྒྲིབ་ཐམས་ཅད་ཕ་གོ་ཆོད་པར་ཤོག་བསམ་ནས་སེམས་ཅན་གྱི་དོན་དུ་ན་ཚ་མ་ལང་སྐྱབས་དེ་ངས་ཨ་ནི་སོ་སོར་གྱི་སེམས་ཀྱི་ན་ཚ་ལུས་ཀྱི་སྡུག་བསྔལ་མདོར་ན། མི་འདོད་པའི་རྣམ་སྨིན་སྣ་ཚོགས་ག་རེ་བྱུང་བ་ཡིན་ན་ཡང་ཨ་ནི་སོ་སོ་ཆོས་ཉག་ཉིད་ལ་ཕར་རྒྱུར་བྱས་ནས་སྤྱན་ལྔའི་ལམ་དུ་རྒྱུ་བ་གསལ་བདེར་བ། ཁ་སང་འདི་ནས་མང་པོ་གཡུང་དྲུང་དུ་ན་ཚ་ལམ་དུ་རྒྱུ་བ་སྤྱན་ལྔའི་ལམ་དུ་རྒྱུ་བ་མི་སྙན་པ་ལམ་དུ་རྒྱུ་བ། ཨ་ནི་སོ་སོ་ལས་དགོས་པ་ལམ་དུ་རྒྱུ་བ་ཟེར་དུས་མདོར་ན་བཀྲ་མི་ཤིས་པ་ག་རེ་བྱུང་བ་ཡིན་ན་ཡང་ཚང་མ་བྱང་ཆུབ་སེམས་ཀྱི་ཉག་ཉིད་ལ་རྒྱུར་བྱས། དེ་འདྲས་ཀྱི་མྱང་ལས་ཤ་སྟག་རེད་དེ་བ་བོ་དེ་ཡིན་ཙང་དགེ་སློང་མ་དཔེ་མོ་དེ་འདྲས་རྐྱང་རྐྱང་ཐུག་མྱང་ལས་བྱེད་མཁན་གྱི་རེད་དེ་གནང་ཐག་ཞུས་པ་ཡིན་ན་སྤྱི་སྟངས་དེ་རེད་རྒྱ་གར་དེ་ད་ཁ་ཆེའི་ལུང་པ་ཟེར་དུས་ད་ཡ་རྒྱང་ཕྱོགས་དེ་མིན་འགྲོ་དེ་གའི་རྒྱལ་པོ་དཱ་མ་པཱ་ལ་སི། དེ་གི་ལས་སྲིད་གཉིས་ཡོད་རེད། སྲིད་ཀྱི་སྲིད་མོ་གཅིག་སྲིད་དེ་ནི་རྒྱལ་པོ་རེད། ཨེ་དྲ་བུ་དེར་ཟེར་གི་རེད། ཨེ་དྲ་བུ་དེ་སའི་མཚན་མང་པོ་ཡོད་རེད་ཇི་ལྟར་སངས་རྒྱས་ཞལ་ཞུ་བའི་སྐལ་ལས་ཨ་ནི་ཨེ་དྲ་བུ་དེ་ཅི་ཡོད་དེ་མ་རེད་ད། ཨེ་དྲ་བུ་དེ་ཟེར་གི་འདུག་གང་འདྲ་གཅིག་བྱས་ཨེ་ནི་སྲིད་མོ་དེ་ལས་བུ་མོ་དེ་དེ་ལི་ལོ་ཕལ་ཆེར་བཅུ་གཉིས་ཡིན་ན་གཅིག་ཆུང་བ་ཡིན་ས་ཡོད་ཨ་ནི་མིག་ལིག་མ་ཀ་ཆམ་ཟེར་ངེས་དེ་འཁྲུངས་པ་རེད། ཨ་ནི་བུ་མོ་དེ་འཁྲུངས་ནས། ཧ་ཅང་གི་དཔེ། ལང་ཚོ་ཤིན་ཏུ་མཛེས་པ་ལྷ་ཡི་བུ་མོ་ལྟ་བུ་རྒྱུས་ཡོད་ཙང་ཨ་ནི་རྒྱ་གར་ནི་དེ་འདྲའི། མནའ་མ་ལྷོང་གེ་གི་རྒྱལ་པོ་ཀེ་ར་ཆེན་པོ་ཞི་སི་ཡི་བྱུང་ཤ། དེ་བྱུང་དུས་ག་ལ་ནི། ཁོང་གི་ཨ་ནི། རབ་ཏུ་བྱུང་ནས་ཕྱིས་ནས་ཆེ་མེད་པར་ཆུས་བྱས་ཀི་ཡིན་མ་གཏོགས་ང་འཇིག་རྟེན་གི་བྱ་བ་བྱེད་ཀི་མིན་ཁྱིང་ཐག་ཟིན་གི་མིན་གསུངས་ནས། ཨ་ནི་ཐ་གཅིག་ཏུ།

དེ་འདྲའི་ཞེ་བོ་བརྒྱད་བྱས་ཤག་ཡིན་ན་ཡང་ཁོང་འདི་ནི་ནམ་འགྲོ་གི་མིན་སོང་ནི་ད་ཕྱིན་ད་ཁྱི་ནི་རྩ་ཟིན་གི་མིན་སོང་ཨ་མཐའ་མ་དེ་ལ་ཁོ་རང་གི་མིང་པོ་གི་ཀ་འཕྲོ་ཐོབ་ཨ་ནི་ཁོ་རང་ཕྱིན་ན་མ་ཞུ་བ་བྱས་ཨ་ནི་བྱ་བྲག་ལ་ཕེབས་བྱས་ཨ་ནི་ཕར་འགྲོ་དུས་ཁོ་རང་ལ་གཡོག་མོ་གྱི་སྐུ་གསུང་གི་འདུག་ཨ་ནི་རྗེ་བོ་གི་བློན་པོ་གི་ནང་ནས་ཟེར་གི་རེད་ད་གཡོག་འཁོར་གི་ནང་ནས་བུ་མོ་སང་ཕི་མ་ཟེར་མཁན་བྱོས་རེད་དེ་གཡོག་མོ་ཁྲིད་བྱས།

བློ་སྦྱོང་རྣམས་ནི་དག་སྣང་ཆོས་གཞུང་ཆེ་དཀར་པོའི་སྔགས་ཚང་མ་སྟེ་མཁས་པ་ཞེ་བོ་ཅིག་ཆགས་ནས། ཚིག་ནི་བླ་མ་ལས་མཁས་པ་སྙང། དོན་བླ་མ་ལས་ཟབ་པ་ཆེན་ཟེར་གདའ། བུ་མོ། མིག་གླིང་མ་དེ་ཨ་ནི་ཁོང་གི་དེ་ནི། བསྙེན་རྫོགས་ཀྱི་སྡོམ་པ་སྒྲུབ་ཚེ་འདི་ལ་ཡང་ནི་དགེ་སློང་མ་པད་མོ་སི་ནི་པད་མོ་སི་བཏགས་རེད། ད་མིང་དུ་འཇུག་དགོས་ར་རོ་ཁྱོད་གལ་མིང་བགྱི་བ་ཙམ་དགེ་སློང་མ་དཔལ་མོ་ཟེར་ནས་ཆགས་རེད་དེ་བྱེད་དུས་ནས་བློ་སྦྱོང་ཚད་མཐོན་པོ་བྱ་ཚིག་དོན་བླ་མ་འདི་ཚིག་བླ་མ་འདི་སྙམ་པ་ཟེར་དུས་མ་ཡིན་ན་ཡང་དོན་དག་དེ་བླ་མ་ལས་ཟབ་པ་བྱུང་རེད་གསུང་ར་དེ་འདྲི་ཡས་ནས་མཚན་སྙན་ར་ཆེན་པོ་བྱུང་ཨ་ནི་ཁོང་གི་དགོན་པའི་དགེ་མཁན་པོ་ལ་ཡ་ངར་སོ་ཁྲི་ཟེར་མཁན་པོ་ལ་ཡ་ཁྲི་འདོད་བྱས་ཨ་ནི་ལོ་ཕལ་ཆེར་སྔགས་ཡིན་ན་གཅིག་གི་རིང་ལ་ནི་དགོན་པ་འཛི་སྐྱོང་བྱེད་ཡ་ཆུའི་འཆད་ཉན་བྱེད་ཡ་ལོ་ཚོགས་སྐྱོང་ཡ་འདི་འདྲི་གནང་ཤག

ཨ་ནི། ཁོ་རང་གི་གཡོག་མོ་སང་ཕི་མ་ཁྲིད་བྱས་ནས་ཨ་ནི་རྩྭ་ཡི་སྐྱེས་བུ་ཟོས་དུས་ཨ་ནི་རྩྭ་ཁང་དེ་འདྲའི་ཡི་གེ་ནང་ལ་ཞུགས་ཏེ་བཞག་རེད་དེ་ཁོང་སྙུང་གཞི་དེ་ཇེ་སྡུག་ཇེ་སྡུག་ལ་ཕྱིན་བྱས་ནས་ཨ་ནི་རྐང་པ་གི་ཞབས་ཀྱི་མཛུབ་གུ་ཅུང་འགག་བར་བྱས་བྱས་ནས་རྐང་དུག་ཆག་བཞག་ཨ་ནི་ཕྱག་གི་ཕྱག་མཛུབ་གང་ག་དེ་མང་པ་རུ་གྱི་ལི་མ་ཆད་ནས་ཆད་ནས་ཨ་ནི་ལག་དུག་ཆག་བཞག་རྐང་དུག་ལག་དུག་ཆག་དེ་འདྲའི་མཛེས་ནད་ཤུགས་ཆེན་པོ་ཞིག་གནོང་གི་འདུག་ཡིན་ན་ཡང་ཁོ་རང་གི་ཐུགས་ཀྱི་ཉམས་ཞིབ་དེ་ཧ་ཅང་ཚད་མཐོན་པོ།

དེ་འདྲའི་བྱེད་ལྡན་གང་ཟག་གཅིག་ལས། འཕགས་པ་ཅི་རིགས་གཟིགས་ཀྱི་རྣམ་སྤྲུལ་གྱི། ལུང་བསྟན་གྱི་བྱུང་ཁུངས་དུག་ཞོན་ནི། ནགས་ཚོའི་བཅུ་དྲུག་ལོན་པའི་ནགས་ཚོན་ཅན་གཅིག། ཕྱག་གཡས་གཡོན་རྣམས་ལ་མེ་ཏོག་དང། ཤིག་གི་ཕྲེང་བ་ཟིན་ཏེ་ངེད་གཅིག་གི། ཁྱེད་རང་འདི་ནི། ཤར་ཕྱོགས་གཙུག་ལག་ཁང། ཕྱིར་གཙུག་ལག་ཁང། འཕགས་པ་ཐུགས་རྗེ་ཆེན་པོ་སྐུ་ཡོད་ས་བྱོན། དེ་ལས་ནི་སྒྲུབ་པ་ཉག་ལས་འཕེལ་ན། ཅན་རེ་ཟིག་གིས་རྗེས་བཟུང་གི་རེད། བྱུང་འདུག་བ། ད་དེ་ལ་ཕ་ཕེ་ཕེ་དེའི་སྒང་ལ་ཕེ་ཐུག་བས་མ་རེད་ད་རྐང་པ་ལ་རྡུང་ཆགས་ཚར་དུས་ཕེ་མ་ཐུག་བ་ཡིན་ཙང་ཨ་ནེ་ཐབས་ཤེས་ག་རེ་གནང་འདུག་ཟེར་ན་སང་ཕི་མ་གི་གླང་གོག་གཉིས་ཐབས་ཤེས་བྱས་ཨ་ནེ་གླང་གོག་ག་ལ་ཞོན་བྱས་ནས་ཕ་ཕེ་གི་འདུག་བ། གླང་གོག་ནི་ནི་རི་མོའི་རྗེས་ནས་ཞོན་བྱས་ནས་ཕ་ཕེ། ད་ལྟའི་གི་པར་ར་འདི་ལ་བོད་ཆས་ཟླ་བ་བདུན་ཟེར་གྱི་འགོག་འགྲོ་གི་འདུག་ཨ་ཐག་རིང་པོ་ལ་ཕེབས་དགོས་ཀྱི་འདུག་གཙུག་ལག་ཁང་སྤྱན་རས་གཟིགས་བཀོད་ཡོད་ས་དེ་ལ། ཨ་ནི་དེ་ནས་འགྲུལ་བ་མྱང་ལས་བྱས་ཨ་ནི་ཁྱེད་རང་སྤྱན་རས་གཟིགས་ཀྱི་ཐིག་བརྒྱུད་བཟུང་གི་རེད་གསུང་ལུང་དེ་རེ་གནང་ཨ་ནི་དེ་ནས་ཕ་བུ་མོ་བསམ་འཕེལ་མ་གི་ཁྲིད་བྱས་ནས་ཁོང་ཕ་ཕེབས་རེད་ཕ་ཕེབས་དུས་གཙུག་ལག་ཁང་དེ་སླེབས་ཚར་དུས་ཨ་ནི། གཙུག་ལག་ཁང་གི་ནང་ལོགས་བཞག་གི་མི་འདུག་ག་རེ་ཟེར་ན་ཁོང་སྐུ་ལུས་ལ་མ་ཁྲག་དང་རྣག་དེ་འདྲ་ཟག་གི་འདུག་བ། དེ་གཙུག་ལག་ཁང་གཙོ་བོ་ཟག་གི་འདུག་ཟེར་དཀོན་གཉེར་དེ་གི་མ་སྤེལ་ཡོང་གི་འདུག་དེ་ནས་དགེ་སློང་མ་དཔལ་མོ། གཙུག་ལག་ཁང་གི་རྒྱབ་ལོགས་དེ་གི། རྩ་ཡི་སྤྱིལ་བུ་གཅིག་ན་བཞུགས་བྱས་ནས་གོང་གི་ཐུགས་ཉམས་ལེན་གནང། ཁོ་རང་བུ་མོ་གསང་ཕིང་མ་ཕ་རང་ཡུལ་ལ་ཕར་ལོག་བཏང་གི་འདུག། ལོག་ལྟ་ནི་ནི། ཁྱེད་རང་ངའི་འཁྲིས་ལ་བསྡད་ན་ད། ན་ཚ་འདི་གི་དབང་གིས་ཡག་པོ་མི་འདུག་ཁྱེད་རང་ཕར་ཕེབས་ཤོག་ད་ང་འདི་བཞག་ཤོག་ཟེར། ཁོ་རང་ལས་སྔས་མ། ཡབ་རྒྱལ་པོ་རེད། ཁོ་རང་མིང་པོ་རྒྱལ་པོ་ཡིན་ན་གཅིག་གིས་གཡུ་བྲེ་གང་ཅི་གནང་ཡོད་རེད་དེ་བུ་མོ་འདི་ལ་སྤྲད་བྱས། ཁྱེད་རང་འདི། ལང་ཀ་ལ་རྒྱག་ཆས་བྱས། ཨ་ནི་འདི་ལྟ་བར་གནང་ནི་ནི་བསམ་ཕེབས་མ་ཕར་ལོག་ཁྱེད་ནི་ཁོ་རང། པའི། སྐྱིད་པོ་འདི་དུ་བཞུགས། ད་དེ་སྙུང་གཞི་དེ་འདྲའི། རྩ་དྲག་པོ་ཡོད་ན་ཡང་ཁོང་གི་ཐུགས་ཀྱི་ཉམས་བཞེས་དེ་བྱང་ཆུབ་ཀྱི་སེམས་ལས་མི་འདའ་བ། རླུང་ཤིག་ག་ཚེ་ཤིག་ན་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་ན་ཚ་དེ་ན་གི་ཡོད་གསུངས་དེ་ནི་གོ་ཆོད་པ་ཡིན་གསུངས་ནས་ཨེ་འདྲེས་པའི་ན་ཚ་དེ་བྱང་ཆུབ་སེམས་ཀྱི་མྱང་ལས་ལ་ཕར་བསྒྱུར་བྱས་ནས་ཨེ་ནི་དེ་འདྲའི་རྒྱུད་རིང་པོ་ལ་གསོལ་བ་བཏབ་སྟེ་བར་བ། དེ་ནས་ཐ་མ་དེ་ལ་ད་ས་ག་ཟླ་ཚེས་པ་བཅོ་ལྔ་ལ་ཤངས་འོངས་དུས་ནི་འཕགས་པ་སྤྱན་རས་གཟིགས་ཀྱིས་ད་རྗེས་སུ་གསུང་ཡག་གི་ཏི་ཡི་འདྲ་དེ་གར་བྱུང་ཟེར་ན། ཁོང་རིག། གཙུག་ལག་ཁང་གི་ལྗགས་ལོགས་ལ་བཞུགས་ནས་ཡར་སྒྲུག་བཤགས་གནང་དུས་དུས་ཉི་མ་གཅིག་ཡེ་གེ། གཙུག་ལག་ཁང་གི་སྤྱན་རས་གཟིགས་དེ། ནང་ལོགས་ནས་མ་ཁ་ལོག་ཤར་ཟེར། ནང་ལོགས་ནས་ཁ་མ་ལོག་དུས་ཡ་མཚན་པོ་ཞིག་བྱུང་ནས་གཙུག་ལག་ཁང་ཁོ་རང་ལ་ཡང་མིང་སྤྱན་རས་གཟིགས། ཨ་ནི་ཀ་ཟེར་ཞལ་བསྒྱུར་མ་ཟེར་ནས་ཞལ་ཁ་བསྒྱུར་ནས་ཞལ་བསྒྱུར་མ་ཟེར་ནས།

གཞན་དུས་གསུང་ཡང་དེ་མ་ནི་བྱེད། ཨ་ནི་ཡི་དྭགས་སྤྱན་རས་གཟིགས་བྱེད། ད་དེ་འདྲ་བྱེད་དུས་ཨ་ནི་ཁོང་ཐ་མ་དེ་ལ་སྤྱན་རས་གཟིགས་ཨ་ནི། ཞེས་གཟིགས་དུས་གང་ལ་ཞེས་གཟིགས་ནས་ཞེས་དངོས་སུ་གཟིགས་ནས་ད་བ་བ་བ་དུ་བྱེད་ཆེན་པོ། དངོས་སུ་ཞེས་གཟིགས་བྱས་ནས་ཨ་ནི་ཁོང་གི་སྐུ་ལི་མ་འོད་ཟེར་འཕྲོས་བྱས་ད་ལྟ་ངའི་འོད་ཟེར་གྱི་སའི་ནང་ཞིག་སྐུ། སྐུ་ལ་འོད་ཟེར་ཕོག་པ་དང། ཨ་ནི་ཁོ་རང་གི་འོད་ཟེར་གང་ཕོག་སའི་གངྒཱ་ལ་བདུད་རྩི་མ་ཆགས་བྱས། ཨ་ནུ་སྐུ་ལུས་སྔས་མ་མཛེ་ནད་ཡུལ་སྔས་ཀྱི་སྐུ་ལུས་དེ་བད་དེ་ཁོ་རང་ཕ་རྒྱག་ཞིག་ཡེ་བ་ན་ཞིག་བད་དེ་རང་ཡལ་དུ་ཆགས་ཏེ། ཨ་ནུ་སྒྱུ་ལུས་ཟེར་གི་རེད་ད་ང་ཚོ་དཔེ་ཆ་ནས་བྱས་པ་ཡིན་ན་སྒྱུ་ལུས་ཟེར་གི་རེད་ཨ་ནུ། གླང་མིག་གི་ཕུང་པོ་དེ་ཕ། ཡི་གེ་དེ་བདུད་རྩི་ལྟ་བུའི་འོད་ཀྱི་ཕ་རྒྱངས་བྱས་ནས། ཨ་ནུ་སྐུ་ལུས་བད་དེ་མཚན་དཔེ་བགྱིས་པའི་སྐུ་གསར་པ་ཅིག་ཡར་དྲུག་ནས། ཨ་ནི་མཚན་ནི་ཆོས་ནི་མེད་མཁན་གྱི། འོ་དེ་ནི་སྒྱུ་ལུས་ཀྱི་ཡང་ཐོབ་བྱེད། འོ་ད་དེ་འདྲའི་བྱེད་ནི་ནི་ད་དཔེ་ཆ་ན་བྱེད་པ་ཡིན་ན་ཕྱོགས་དགུ་དངོས་གྲུབ་ཉེས་པ་ཡིན་གསུང་དགོས་རེད། ཨ་དེ་བྱེད་ནི་ཨ་ནི་ཡང་དེ་འདྲའི་བྱེད་དུས་ནི་བུ་མོ་སངས་ཕི་མ་དེ་ཁ་སིང་ངའི་སྐད་ཆ་ད་མགྱོགས་པོ་བཤད་ཤར། ཕར་འགྲོ་དུས་གང་ལ་ཨ་ནི་ཁྱེད་རང། ལོ་བདུན་གྱི་དེ་ནི་བར་དུ་མ་ཡོང་ཟུར་ལོ་བདུན་གྱི་བར་དུ་ང་བླ་མ་ཁྱེད་རང་དང་ཁ་བྲལ་ཐུབ་ས་མ་རེད་ཟེར་གསུང་བ་ད་དེ་ནི་ལོ་སོང་གི་དེ་ནི་ཞོག་ལོ་སོང་ཡང་ང། ཨ་ནི་ཁྱེད་རང་ཁྱེད་རང་དེ་ཞེ་དེ་འདྲ་བྲལ་ནི་བསྡད་ཐུག་ས་མ་རེད་ཟེར། གསང་ཕིང་མ་དེ་གཡོག་མོ་དང་ཧ་ལས་པ་ཚད་ཡག་པོ་གྱི་འདུག་ཧ། ཨ་ནི་ད་ཚོད་ཡོང་ཆོག་ཨ་ཟེར་ཨ་ནི་ལོ་གཅིག་དེ་ཟླ་བ་བདུན་གྱི་དེ་ནས་ཤོག་ཨོ་གསུངས་རེད། དེ་ནས་ལོ་གཅིག་དེ་ཟླ་བ་གཅིག་ཟིན་ཚར་དུས་བུ་མོ་གསང་ཕིང་མ་ཚོད་ལས་ཀྱི་རེད། ཚོད་ལས་དུས་བུ་གའི་ལུང་པ་ནང་དང་ཡབ་རྒྱལ་པོ་དང་ཚང་མ་གྲོངས་ཚར་འདུག་ད་ཡབ་ཡུམ་ཚང་མ་གྲོངས། ཨ་ནི་ཚུར་སླེབས་འོང་དུས་གསང་ཕིང་མ་ཧང་ར་ཅི་སང་ནི་བླ་མ་ཡང་མཇལ་དུས་ཁོ་རང་གི་བླ་མ་རི་དྭགས་དགེ་སློང་མ་དཔལ་མོ་དེ་མཇལ་དུས་ག་ལ་ཨ་ཙེ་ད་ཁྱེད་རང་ཁ་སིང་ངེ་མ་སྙུང་ཤིག་ཞེས་སྐུ་ལུས་དེ་འདྲ་སྐྱོ་པོ་ཡིན། ཨ་ནི་ཁྱེད་རང་གི་དེ་འདྲི་ནས་སྙུང་ཤིག་དྲག་འགྲོ་ཡ་གི་སྨད་ག་རེ་བསྟན་པ་ཡིན། ཨ་ནི་ད་ལྟ་གི་བར་དུ་ང་གཡོག་མཁན་ཡོད་མ་རེད་སུ་ལ་བསྟན་པ་ཡིན་ཟེར་དུས་ཨ་ནི་ཁོང་གིས་ངས་བསྟན་ས་ནི་བྷ་བྷ་ཐུགས་རྗེ་ཆེན་པོ་ཡིན་གསུངས་རེད་སྨད་ནི་མ་ནི་འབྲི་དྲུག་དེ་ཡིན་གསུངས་ཏེ་མ་ནི་རང་བསྒྲགས་ཀྱིས་སྨད་དེ་མ་ནི་འབྲི་དྲུག་བསྟན་ས་བྷ་བྷ་ཐུགས་རྗེ་ཆེན་པོ་ཡིན་གསུངས། ཨ་ནི་ཁོང་གི་ཕྱོགས་ཀྱི་དངོས་གྲུབ་བརྙེས་སྟངས་ཚང་མ་དེ་མ་སོང་བྱས་ཨ་ནི་བུ་མོ་བསམ་འཕེལ་མ་ཡང་ཨ་ནི། ག་རེ་ཟེར་གི་རེད་ད་ལང་གི་རྟོགས་པ་རྒྱུད་ལ་འཁྲུངས་བྱས་ཨ་ནི་ད་བར་ཁ་ཤོས་དེ་ཤི་བ་ཡིན་ཟེར་ད། འོ་དེ་ཡིན་ཙང་ད་ང་ཚོ་དེ། ད་འདི་ག་ཆུའི་ཆེ་ཉེ་བྱས་དེ་ཡ་གི། བྱང་ཆུབ་སེམས་ཀྱི། བློ་སྦྱང་ཟེར་གི་ར་ད་ཁ་སང་དེ་ནི་མ་འགྲོ་དེ་ངས་ཚང་མ་དེ། དངོས་སུ། ལག་ལེན། སྐད་བྱས་ནས་རྟོགས་པ་རྒྱུད་ལ་འཁྲུངས་མཁན་མཚན་གྱི་ར་ད་ཅིག་དེ་ཚོ་རེད་ད། ཨ། ད་དེ་ཚོ་གི་རྣམ་ཐར་ལས་ང་ཚོ་དྲན་བྱས་ནས། ཨ་ནི་སོ་སོ་གས་དེ་དང་ཅིས་དྲན་པ་བྱས་ནས་ག་ཚད་དགོངས་ཐུག་ན། ཨ་ནི་བག་ཆགས་ཞག་གི་ར་བ། འོ་ཐུག་ཟེར་རེད་ད་ང་ཚོ་དེ་གས་ཨ་ནི་ག་ཚང་ངེས་ཤེས་དེ་ཡག་གི་སྟོང་ལེན་དམིགས་པ་བསྒོམས་ནས། ཨ་ནི་དེ་འདྲའི་ཡག་ཅིག་ཆོག་གི་དངོས་གྲུབ་བརྙེས་སྟངས་ཟེར་གི་ར་ད་ང་ཚོ་བོད་གངས་ཅན་གི་ལྗོངས་ལ་ཡ་ཧང་སང་ཡ་མང་པོ་རེད། དེ་འདྲས་གི་བྱང་ཆུབ་ཀི་སེམས་དེ་ད་ང་རང་ཚོ་དེ་ཁྲོང་བསྒྲགས་བྱས་ནས་ཞུས་ཤག་ར་ད་དེ་ཚོའི་སྙིང་སྙིང་མ་ང་ཚོ་ལ་དེ་འདྲ་ཡིན་གྱི་ར་བ་མ་གཏོགས། བསྟན་པ། ཅེས་ཡང་དག་པ་ཅན་ཡིན་པ་ཡིན་ན་ཨ་ནུ་ཆོས་འདི་དེ་ཁྲོང་བསྒྲགས་བྱས་ནས་དེ་འདྲ་གང་བྱུང་མ་བྱུང་བཤད་ཆོག་གེ་ས་མ་རེད། དངོས་གནས་ཁོ་རང་མྱང་ལས་བྱེད་ཐུབ་མཁན་ཅིག་དང་དད་པ་ཡོད་མཁན་ཅིག་དང་དོན་གཉེར་ཡོད་མཁན་མ་གཏོགས་གནང་དགོས་མ་རེད། དེ་འདྲ་ཡིན་ཙང་ཨ་ནེ་བྱང་ཆུབ་སེམས་བདག་གཞན་མྱང་བྱེད་ཀྱི་ད་གཏོང་ལེན་དགོངས་སྟངས་འདི་རེད་ད། དེ་གནང་དུས་གང་ལ་ཡང་རྔན་མ་གར་ཟེར་དེ་ལ་ཡང་མིན་ལྐོག་ཆོས་ཟེར་ནི། སློབ་མ་ཚེ་དང་ལྡན་པ་ལ་བླ་མེད་དེ་འདྲས་ཀྱི་ཚོགས་སུ་མ་གསུང་བ་བྱས་ནས། ཨ་ནི། ཆེ་བསྟོད་ཀྱི་གདུལ་བྱ་རེ་གཉིས་ལ་མ། ལྐོག་ལ་མ་གསུངས་ཟེར་ཡང་ལྐོག་ཆུད་ཟེར་ཡང་འདྲ། ཡང་ན། ཨ་ནི། ཆུད་དེ་ཞོལ་གཡག་གི་དོན་ལྟར་ལ་སྲི་མང་པོ་ཕུད་ནས་ཨ་ནི་གནང་དགོས་ཡིན་ཚེ་སྲི་ཆུད་ཟེར་གྲགས་པ་རེད། དཔེར་ན་ངས་སྲིད་བྱུས་ཀྱི་ལོ་རྒྱུས་ཕྲན་བུ་ཞིག་ཞུས་པ་ཡིན་ན། དགེ་བཤེས་གླང་རི་ཐང་པ་ཁོང་གི་བླ་མ་ལོ་ཉི་ཤུའི་རིང་ལ་བསྟེན་བྱས། ཨ་ནེ་བླ་མའི་དགེ་རྒན་ཁྱེད་རང་ལ་གདམས་ངག་དེ་རྩ་བ་ཆེན་པོ་ཅིག་གནང་དགོས་རེད་དེ། བྱང་ཆུབ་སེམས་ཀྱི་ཀློག་སྦྱོང་མན་ངག་དེ་གཞན་དང་མ་འདྲ་བ་ཅིག་ཡིན། ཨ་ནེ་དེ་ཁྱེད་རང་ལས་སླ་པོ་ཡོད་མ་རེད་དཱ། ཨ་ནེ་སི་དེ་འདྲ་དགོས་ཀྱི་ཡོད་ཟེར་ནས་སི་ཁས་ཤོར་སོང། ཨ་ནེ་ཁོང་ཕ་ནང་ལ་ཕྱིན་ཨ་ནེ་སི་མལ་དུས་སྒང་ལ་ཞིང་ཁ་བཙོང་ཁང་པ་བཙོང་ཚང་མ་བཙོང་བྱས་ནས་སི་ཡར་ཕུད་པར་བ། ཨ་ནི་སི་ཕེ་ནི་ལོ་ཉེར་བཞི་གི་རིང་ག་ལ་སློབ་སྦྱོང་བྱེད་གླ་མི་བརྟན་པ་རེད་དེ་ཨ་ནི་མཐའ་ཐུག་མན་ངག་དེ་གནང་བྱས། ཨ་ནེ། གནང་བཞག་དུས་ཁོང་གི་ཕ། ད་ཁྱི་འབུད་ཡ་ཡིན་ན་རེད་དད་པ་ཡིན་ན་རེད་གླ་མ་བརྟན་ཚུལ་ཡིན་ན་རེད་ད་རྒྱུ་ཕོ་སོང་ཚོ་བ་ཚོགས་བསྡད་དུས་ཏོག་པ་དེ་ལང་སང་རྒྱུ་ལ་ཁྲུང་ཁུ་འདུག་བ་ད། ཨ་ནི་ཁོང་སྟོང་ལིན་མོ་པ་རེ་རེ་དགོངས་དུས་གང་ལེ་ཨ་ནི་དི་ཁྲིག་ཞི་བུ་ཅིག་དག་འགྲོ་དགོས་རེད་ད་ད་འདི་གི་སྟོང་ལིན་མོ་ཁ་སང་ཉི་མ་མོ་པོ་བཤད་བསྡད་པ་དེ་རེད། བྱང་ཆུབ་སེམས་ཀྱི་བློ་སྦྱོང་བ་ན་ནི་ཚད་མཐོ་ཤོས་དེ་ཡིན་པ། བདག་གཞན་མཉམ་བརྗེ་སྟེ་རྐྱེན་ངན་ལམ་བརྗོད་དེ་གཏོང་ལེན་དགོངས་ཡ་དེ། འོ་དེ་ནང་དུ་དེ་ཨེ་ནས་དེ་ཁྲིག་དག་བྱས་ནས། ཨ་ནི་སྤྱན་རས་གཟིགས་དང་སྒྲོལ་མ་དང་འཇམ་དཔལ་དབྱངས་དང། སྒྲོལ་སྦྱངས་དེ་ར་ད་དེ་བྱས་ཨེ་ནས་སྤྱན་རས་གཟིགས་དང་འོད་དཔག་མེད་འོ་ཁོ་ཚོ། གང་གང་གི་ཨེ་ནས་ཞལ་གཟིགས་ཞིབ་པོ་གླེགས་ཡོང་དགོས་དོ། བྱས་ཙང་ཞལ་གཟིགས་གླེགས་ཨ་ནི་ཁོ་རང་རྒྱུད་ལ་ཐུགས་རྒྱུད་བྱང་ཆུབ་སེམས་དེ་དཔལ་ཞེ་པོ་ཀྱི་ཚད་མཐོན་པོ་འཁྲུངས། དེ་རེད་ཅེས་ཡིན་ན་ཡང་ཁོ་བསྡད་ས་ཁང་པ་ཡོད་མ་རེད་ད་ཡང་ཁང་པ་རྩོམ་ཚར་ཡོད་མ་རེད་ད། ཨ་ནི་མི་གཞན་དག་གི་སྟག་གི་ཁ་ལ་སྤྲད་ས་གྲ་རིགས་བྲིས་ར་ཟེར་གི་རེད་དེ་ན་ཉིད་དེ་དགོས་རེད་བ། ཨ་ནི་མི་གཞན་དག་ག་ཚིག་གི་སྤུས་ཀ་ཡོད་ས་ར་ད། པ་འགུལ་དེ་དེ་མི་གཞན་དག་རྩ་ལ་གཅིག་དེ་འདྲའི་དེ་དེ་སྤུས་ཀ་ཡོད་ས་ར་ནི་ཁོང། སངས་རྒྱས་སུ་ཞལ་གཟིགས་དུས་གང་ལ་དེ་རེ་གསུངས་ཡོད་རེད། ཧོ། ཨ་ནི། བླ་མ་ལོ་ཉི་ཤུ་བསྟེན་པའི་སྟོན་འགོ་ཡ་ཆོས་བཟུང་ཕ་གཞིས་ཕ་ཁོང་བཙོངས་པའི་བཙོང་འགོ་ཡ་ཆོས་བཟུང།

སྐྱོ་བོར་བ་དེ། ཨ་ནི། བྱས་ཙང་དེ་ཁོ་རང་གི། དེ་འདྲ་བྱས་ནས་ད་བྱང་ཆུས་ཐུགས་རྗེ་འཁྲུངས། ད། སྙིགས་དུས་ཀྱི་ཚེ་ཐུ་འདི་ལ་ཟུང་འཇུག་གི་གོ་འཕང་ཐོབ་ཐུབ་འདྲ་སོང་རེད། ད་ངས་ཚེ་ཐུང་ཐུང་གཅིག་གི་ནང་སང་ཅིག་གོ་འཕང་ཐོབ་ཐུབ་ཀྱི་འདུག་གསུང་དགོས་རེད། བྱས་ཙང་ང་ཚོ། བྱང་ཆུབ་སེམས། བདག་གཞན་མཉམ་བརྗེ་དེ་ཚོ་དགོངས་ཐུབ་ན་རླབས་ཆེ་ཤོས་དེ་ཆགས་དགོས་རེད། ང་ནི་ཉི་མ་གཅིག་བླ་མ་ལ་ཡར་ཞུ་ག་འགྲོ་རེད་དེ་ནས་ང། བྱང་ཆུབ་སེམས་ཀྱི་ད་རྟོགས་པར་འོ་ཟེར་ཅེས་གསུངས་ལྷག་དུ་ཞེས་ཟེར་གྱི་འདུག་ཨ་ནི་བླ་མ་ཁྱེད་རང་གི་ཐུགས་རྗེ་བཀའ་དྲིན་ཡིན་སྲིད་སླར་ཡང་ཡར་ཕྱག་འཚལ་འགྲོ་དུས། དེ་ནི་ཁོང་གིས་སི་ཏི་མ་གནང་བ་རེད། ད་ཁྱེད་རང་གིས་སི་ཏི་མ་ཁེལ་རྒྱུགས་སུ་རེད། ངས་སི་ཁེལ་ཤོག་ཟེར་ཡ་དེ། ཆོས་ཀྱི་ཆེ་བ་འདོད་པའི་ཆེད་དུ་ཡིན་ཡིན་མ་གཏོགས་ང་ལ་སི་དགོས་མཁོ་ཡོད་མ་རེད་སུ་མ་གནང་ཤག་དུ་བ། ག་རེ་ཟ་ཆུ་དེ་ང་རང་ཚོ་རྩ་བ་ཆེན་པོ་མཐོང་ཡག་གི་དོན་དག་ལ་ཁོ་རི་ཐང་བཟོ་ཡག་གི་དོན་དག་ལ་ནི་ཟ་ཆུའི་བཟོ་བ་དེ་རེད་མ་གཏོགས། གླང་མིག་གི་སི་ཁེ་ཤོག་བཟོ་ན་དེ་ཆུ་གི་ཆེ་བ་འདོན་པའི་ཆེད་དུ་ཡིན་མ་གཏོགས། འོ་དེ་འདྲས་ཟེར་ནི་ད་ང་རང་ཚོ་ལ་ཡང་ད་ལྟ་གི་ཆུ་དེ་བྱང་ཆུབ་ཀྱི་སེམས་ཀྱི་མན་ངག་ཟེར་ན་འདྲ་ཁོག་གི་ཟླ་ངག་ཟེར་ན་འདྲ་དེ་གི་དེ་ཧ་ཅང་གི་མཐོང་ཆེན་པོ་རྩ་བ་ཆེན་པོ་ཅིག་མཐོང་མ་ཐུབ་ན་ང་ཚོ་རྟོགས་པ་བསྒྱུར་བྱེད་ག་ཡ་མ་རེད་ཡ།

ཁོ་དད་པ་བྱེད་ནི་དེ་ལས་ཡང་ནི་མྱང་ལས་བྱེད་ཀྱི་སྔོན་འགྲོ་འདྲ་དེ་ལ་ཡར་མཐོང་ཆེན་པོ་དང་རྩ་བ་ཆེན་པོ་དང་གལ་ཆེན་པོ་དང་དད་པ་ཤུགས་ཆེན་པོ་བརྗོད་ན། དེ་གཅིག་གནང་ཡོང་དུས་ཇི་ལགས་འཇུག་དགོངས་ན་རྟོགས་པ་རྒྱུད་ལ་སྐྱེ། དེ་འདྲ་མེད་པ་ཕྱིན་ང་རང་ཚོ་དེ་ག་ར་ས་ཆུད་དེ་ཤིང་དེ་ཤིང་བ་གང་ཞིག་ཅིག་ཐུད་ནི་ཐུད་བ་གང་ཅིག་ལ་བ། ཆུ་ཕྲན་འདྲ་ཅིག་གྲེ་བྱས་ནས་རོ། རྒྱུ་ཡི་འདྲ་ཅིག་ཆག་བྱས་ནས་རི་ཐང་སྐེམ་མེད་པའི་སོ་ནི་སྦྲུམ་ཉེས་པའི་སོ་ན་ནི་དེ་འགྲིག་པའི་མ་རེད་ཟེར་བ་ད་ང་ཚོ་ནག་ཆུའི་ནང་ནས་ཨོ། དེ་ཚོ་ལ་དེ་འདྲ་གསུང་གི་རེད། དེ་འདྲ་ཡིན་ཙང་ང་ཚོ། ག་རེ་ཟེར་རོ་ཆུའི་འཆད་ཉན་བྱེད་ཡ་དེ་རྩ་བ་ཆེན་པོ་རྩིས་བྱས་ཡ་ནི་ཆུ་དེ་ཚོ་ཧ་ཅང་ཐོམ་ཆེན་པོ་དང་དལ་བ་ཡོང་ཐབས་གི་འབད་རྩོལ་དགོས་གི་ཡོད་ས་རེད། ཨོ་དུག་སེ་རེད་ད་ང་ཚོ་དེ། ངས་ད་རེས་ས་ག་ཟླ་བ་དགའི་དུས་མཆོད་དུ་བསྟེན་ནས་དགེ་སློང་མ་བེམ་གྱི་རྣམ་ཐར་དུ་ཞུས་པ་རེད་འོ་དེ་ཡིན་ཙང་དེ་འདྲ་ཞིག་ད་དེ་བྱས་ཙང་ཨ་ནི་ང་ཚོ་དེ་འདྲ་བྱེད་དུས་ཡོད་ནས་བོད་ལ་ངས་ཞུ་གི་ཡ་དེ་རེད་བན་ཆེན་པོ་རང་ཐོག་བསྡད་པ་དེ་གླང་རི་ཐང་པ་ཡ་ཐུགས་རྒྱུད་བྱང་ཆུབ་སེང་ཕྲུག་མཆོག་ཆོས་རྒྱལ་བ་སིདྡྷི་ཆེ་བ་ཞེས་གཟིགས་ད་དགེ་སློང་མ་བེམ་མོ་ནང་བཞིན་ཁོ་ཡེ་དང་ལྷག་གི་ཞེས་གཟིགས་ཐུགས་ཡ་དེ་ཡེ་དང་ལྷག་ལ་ཡ། འབད་རྩོལ་བྱེད་མི་དགོས་བ་བྱང་ཆུབ་སེང་སྒོམ་སེང་རྗེ་ལ་གཉིས་རྗེས་དགོངས་བསྡད་པ་དེ་གཟིགས་གི་འདུག་བ། འོ་དེ་འདྲ་ཡིན་ཙང་ཨ་ནི་དེ་འདྲ་རེད་དེ་ཡིན་ཙང་དེ་ནི་ང་ཚོའི་བོད་ལས་སྔས་མ་བོད་ལས་ཡག་ད་ལྟ་ངས་དགེ་སློང་མ་དཔལ་མོ་མཛད་ཀྱི་ན་ཚ་གྲགས་འདྲ་ཟེར་ཡག་ནང་བཞིན་བྱང་ཆུབ་སེམས་བསྒོམས་ནས་གཏོང་ལེན་བསྒོམས་ནས། ཨ་ནི་བོད་ལས་ཡག་ང་ཚོ་སྔས་མ་མཛད་ཟེར་མཁན་དེར་ན་ཚ་བཅུད་ཁ་བོ་དུ་བ་རྒྱ་གར་ལ་འགྲོ་འགྲོ་དགོས་དུ་བ། ཡིན་ན་ཡང་དེ་སྔས་མ་བོད་ལས་ནི་མཛད་ཆུད་ཟིན་ནས་འདི་གཏོང་ལེན་བསྒོམ་བཞག་ན་མཛད་ཀྱི་ན་ཚ་མང་པོ་གྲགས་ཀྱི་ཡོད་རེད། ཨ་ནི་ཕྱིས་སུ་བོད་ལས་ཡག་མེད་ང་འདི་ལས་ག་རེ་ཟེར་ནས་མཛད་ཆུད་ཟི་བཏགས་ཀྱི་རོགས་ཁོ་མིང་མཛད་ཆུད་ཟེར་གྱི་དུ་བ། མཛེས་ཆུས་བསིལ་གོས་གར་ཟེར་བའི་མཛེས་ན་དུས་ཨ་ནི་ཆུའི་ས་གི་སྨན་མེད། ད་མཛེས་ཆུ་བྱེད་ཟེར་དུས་ནི་ད། སོ་སོ་མིག་གི་ཚོགས་པ་ན་བསྡད་ཡོད་མ་རེད་ད་ཁང་པ་ལོག་ཁ་བརྒྱབ་ནི། སྤྱི་ཚོགས་ནང་ནས་དོན་གུ་དུ་བ། ངས་མ་བོས་ལ་ཡ་མཛེས་ན་སོང་ན། ཨ་ནི་མི་ཤེས་ཚ་དུས་ཁང་པ་སྡིག་བྱས་ནི་མ། ཕུང་པོ་ལག་པ་འཇུ་ག་ཡོད་མ་རེད་མ་སྡིག་བྱས་ནི། ཡང་ན་ཁང་པ་མེ་ཁྲ་དང་མཉམ་དུ་འོ་འདྲི་བྱེད་ཀིར་བ།

གཞུང་འདི་ཞེ་དྲག་འགྲོ་ཐུབ་མ་སོང་ཨ་དེ་ཡིན་ནའང་ད་ང་ཚོ་ཚེབ་ཁྱད་པར་མི་འདུག་ཨ། དེ་རེད་འདུག་ད་ག་ཚ་ང་ཚོ་ཚིག་བྱས་ན་འདི་རེད་འདུག་ཨ། རང་གི་འཕྲོད་པ་རང་གིས་མ་བརྟགས་ན་ཆོས་པའི་ཟུར་གྱི་ཆོས་མིན་བྱེད་སྲིད་པས་དེ་ཆོས་འབྱོན་དུ་རང་གི་འཕྲོད་པ་ལ་བརྟགས་ནས་སྤོང་བ་རྒྱལ་སྲིད་ལགས་ལས་ཡིན་སོ་དེ། ད་ང་ཚོ། དཔེ་གལ་ཆེན་པོ་ནང་གི་ཆེན་པོ་གཅིག་རེད། རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཟེར་སོ་སོ་གི་ནོར་འཁྲུལ་དང་སོ་སོ་གི་ཉོན་མོངས་པ་དང་སོ་སོ་གི་ལུས་ངག་གི་བྱ་སྤྱོད་ངན་པ་དེ། སོ་སོ་གི་བརྟག་དཔྱད་བྱས་ནས། བརྟག་དཔྱད་བྱས་བློ་སྦྱོང་འདྲ་མ་སོང་ན་གཏིང་ཟབ་པོ་ཅིག་བྱས་ནས་བརྟགས་ནས་མ་གཏོགས་བརྟགས་ཐུབ་མ་རེད་གསུངས་རེད། དེ་བདེན་པ་རེད་སོ་སོ་གི་འཁྲུལ་པ་དེ་སོ་སོ་ངོས་བཟུང་ཁག་པོ་ཡོད་རེད་བ། ང་ཚོ་འཇིག་རྟེན་གྱི་ཡིན་ན་རེད་ཆུད་པ་གྱི་ཡིན་ན་རེད། སོ་སོ་གི་བྱ་བ་དེ་འགྲིག་དེ་ཡོད་པའི་འགྲིག་འགྲིག་བསྡད་པ་སོགས་རེད་ཀྱི་ཆ་དེ་གི་རེད་བ། དེ་ངོ་ནོར་འཁྲུལ་འཇལ་ཡ་ད་ཧ་ཅང་ཁག་པོ་ཡོད་རེད། གལ་སྲིད་ནོར་འཁྲུལ་ཡིན་པ་གཏད་སོ་མཐོང་ན་ཡང་དང་ལེན་བྱེད་ཁག་པོ་ཡོད་རེད། དེ་དང་ལས་བྱེད་ཁག་པོ་ཡོད་རེད་དེ་ཡིན་ཙང་ད་དེ་ང་ཚོ་འགག་ས་ཐམས་ཅད་དེ་འགག་དུ་འདུག་ཨ། གནད་འགག་ཆེ་གི་གཅིག་དེ་རེད་རང་གི་འཕྲོད་པ་རང་གི་མ་བརྟག་ན་ཆུ་བོའི་ཟུར་གྱི་ཆུ་མིག་བྱེད་ཟེར་བ་སྲིད་དེ། ཡང་བཟོ་བལྟ་དེ་དང་ཆུ་ཡིན་དྲན་ང་རང་སྐད་ཆུ་བྱེད་གི་ཡོད་ང་གྲྭ་པ་ཡིན་ང་དགེ་བཤེས་ཡིན་ངས་སློབ་སྦྱོང་བྱེད་གི་ཡོད། སང་ཁ་བྱེད་ནི་ནི་དོན་དག་ངོ་མ་ལ་ཆུ་མིག་བྱེད་དེ་ཡ། ཆུ་དང་རྒྱང་ཁིས་བྱེད་དེ་ཡ་དེ་མང་པོ་རེད། ད་ག་ནང་བཞིན་ང་རང་ཚོ་རྒྱུད་ལ་མ་བཏགས་ནི་རི་དྭགས་ཀྱིས་མ་ནི་དེ་ཡར་འགྲམ་དེ་ངས་ཀོ་རེར་འདྲེས་འགྲོ་བསྡད་ངེས། ཨ་ནི་ཅིག་བློ་སྦྱོང་ཡར་བྱེད་བསྡད་ངེས། ཀྱི་བསམ་བློ་ལས་ཆོས་ཆུང་རུ་འབར་ཅིག་བཏང་བསྡད་པ་དངོས་གནས། དོན་ངོ་མ་ལ་འགྲོ་ན་ཨ་ནི་རང་འདོད་ཡིད་ཆེས། རང་གཅེས་འཛི། ཨ་ནི་འཇིག་ལྟོས་ཆུད་བྱེད། དེ་འདྲའི་སྒོའི་ནང་ལ་འགྲོ་བསྡད་པ་དེ་དཔེ་བརྒྱ་ཆ་མང་ཤོས་རེད། ད་དཔེར་ན་ང་འདྲ་ང་སོགས་ཨ་རི་ཚང་མ་དེ་འདྲ་རེད་དེ་ཡིན་ཚེ་རང་གི་འཁྲུལ་པ་རང་གིས་མ་བརྟགས་ན་ཆུད་པས་སུ་ཟེར་དུས་ཡིན་རྒྱུའི་ཆུད་པ་རང་བྱེད་སོ་སོ་གས་ང་ཆུད་པ་ཡིན་དྲན་གཞན་གིས་བརྟགས་ན་ཆུད་པ་རེད་སང་སང་བྱེད། དོན་ངོ་མ་ལ་ཕར་ཐུག་འགྲོ་ན། ཨ་ནི་ཆུད་མ་ཡིན་པ་བྱས་ཏེ་ངས་ཆུད་ལ་བརྟེན་ནས་སྡིག་པ་བསགས་ཏེ་ཡ་བྱེད། ང་དེ་བྱང་ཆུབ་སེམས་དགོངས་ཀྱི་ཡོད་ཚེ་རང་གཅིག་འཛིན་གྱི་དགོངས་དོན་ན་ཨ་ནི་ཡང་ཆུད་པས་སུ་རྒྱུ་ཆུད་མེད་བྱས་འགྲོ་རོགས།

འོ་དེ་ཨེ་ནས་བྱང་ཆུབ་སེམས་དཔའི་མྱང་ལས་གཅིག་ཡིན་གསུངས་རེད་དེ་རེད་ད། དཔེར་ན་སོ་སོ་གི་སྐད་ཆ་ག་རེ་བཤད་གི་འདུག། ང་ཚོ་གཅིག་མ་བརྟག་མ་དཔྱད་ན་སོ་སོ་ཤི་ཡ་གང་གི་བདེན་པ་ཡིན་དྲན་གི་རེད་བ། ཨེ་གཞན་ལ་ཅིག་གནོད་གི་མེད་དྲན་གི་རེད་བ། འོ་དེ་ཨེ་ནས་གཞན་ལ་ག་རེ་ཕོག་འགྲོ་གི་འདུག་ག་རེ་གནོད་འགྲོ་གི་འདུག་ག་རེ་གོ་འགྲོ་གི་འདུག་དེ་འདྲ་ཅིག་ནས་ག་རེ་ཡིན་ཅིག་ནས་ཁ་དེ་དག་པོ་བཅད། ཀུ་ལུས་ཀི་ཀོན་ཆོས་ག་འདྲ་ཡིན་ན་སེམས་ཀི་ཉོན་མོངས་དེ་འགྲོ་མི་འགྲོ་ཚང་མ་དེ་དཔེར་ན་ཁ་སང་བློ་སྦྱོང་ཚིགས་བཅད་མ་ན་ཡང། ཨ་ནེ། དེ་རུ་སོང་གི་འདུག་བ་རང་གི་རྒྱུད་དེ་བརྟག་དགོས་རེད། རང་རྒྱུད་མ་རུ་བྱེད་པིན་ན། ཨ་ནེ། བདག་ཤི་མ་རུ་བྱེད་པིན་ན། ཟེར་གི་འདུག་བྱས་ཙང་སོ་སོ་གི་རྒྱུད་ཉོན་མོངས་པ་དེ་ལྟ་བྱེད་མ་བྱས་ནས་ཉོན་མོངས་པ་དེ་ཡར་འཕེལ་བྱས་ནི། ཨ་ནེ། རང་རྒྱུད་ཀྱི་བརླག་པ་བྱེད་ཀྱི་རེད་གསུངས་རེད་བྱས་ཙང་རང་གི་འཁྲུལ་བ་ཟེར་དུས་ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་ཡོད་རེད། ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གི་ག་རེ་བྱེད་དགོས་ཡོད་མེད་དེ་ང་ཚོ་གི་བརྟག་དཔྱད་མ་བྱས་ནས་ཤི་འགོས་མ་རེད། པས་ན་རང་གི་རྒྱུད་འདི་བརྟག་པར་བྱེད་པ་ལ་ཡང་གར་བྱེད་ནི། ཆོས་ཕྱོགས་ཀྱི་བློ་སྦྱོང་མེད་ན་བརྟག་པ་ཕྱི་རྐྱེན་དེ་བྱས་ཡོད་མ་རེད་ད་དེ་ནི་བརྟག་བྱས་ན་གར་བརྟག་རེད་ཅེས་གི་བྲེལ་ཡང་ཡོད་མ་རེད་དོ། ངས་མི་ནི་བསད་མེད་རྟགས་ནི་སྒྲིབ་མེད་སྐུ་ནི་བྱབས་མེད་བཅའ་བྱེད་ནི་བཤད་མེད་སང་དེར་ནི་གོ། རྣམ་དག་འདྲ་གཅིག་མགོ་བརྩིགས་ཏེ་གར་བ། ད་དངོས་གནས་དྲ་ནས་སློབ་སྦྱོང་དང་པོ་གྱི་སློབ་སྦྱོང་བྱེད་རང་གི་རྒྱུད་ལྟ་བ་ལ་སློབ་སྦྱོང་བྱེད་དགོས་ལ། དཔེར་ན་དཔེ་ཆ་འདྲ་གཅིག་བལྟས་བྱས་སློབ་སྦྱོང་བྱས་རྩ་ཉོན་དྲུག་ཉེ་བསྙེན་ཉོན་ཞི། དང་བསྡུས་བསྡུས་ཀྱིས་བྱས་པ་ཡིན་ན་དེ་ཚོ་ངོས་ཀྱིས་ཟིན་པ་ཡིན་ན། ཨ་ནི་བཞི་ནི་ད་སོ་སོའི་རྒྱུད་ཀྱི་བསམ་བློ་བརྒྱ་ཆ་བརྒྱ་ནི་བདུན་བརྒྱད་དུ་ཉོན་མོངས་ཆགས་ཞག་སངས་སངས་ཀྱི། དེ་མེད་ན་ང་རང་ཚོ་གི་ཉོན་མོངས་དེ་ལ་བློ་སྦྱོང་མ་བྱས་ན་ཉོན་མོངས་ངོས་བཟུང་ཐུབ་ཀྱི་མ་རེད། ཉོན་མོངས་དེ་ངོས་བཟུང་མ་ཐུབ་ན་ཉོན་མོངས་གི་གཞན་དབང་ཡིན་པ་དེ་ཤེས་གི་མ་རེད། ཨ་ནུས་ཉོན་མོངས་གི་དབང་གིས་ལས་བསགས་པ་དེ་ཚོར་གི་མ་རེད་ཤེས་གི་མ་རེད། དེ་བྱས་དུས་རང་གི་འཁྲུལ་པ་དེ་རང་གིས་བརྟག་ཐུབ་མ་སོང་ཨ། ད་མདོར་ན་སོ་སོའི་རྒྱུད་དེ་བརྟག་པ་བྱེད་པ་ལ་ག་རེ་དགོས་རེད་དང་པོ་ཆུ་ཆུ་གི་ཆུ་གཤོང་གི་བློ་སྦྱོང་དེ་དགོས་རེད། ཆོས་ཕྱོགས་ནས་ནི་སློབ་སྦྱོང་ཡག་པོ་བྱས་ན་ནི་ཚུར་དགེ་བ་འདྲ་ཆགས་ཀྱང་ནི་ང་ཚོ་ལ་ནི་དཔེར་ན། དགེ་བ་བཅུ་གཅིག་ཟེར་མཁན་སྦྱོར་བ། སེམས་རྒྱུད་ལྔ་བཅུ་ང་གཅིག་ནང་ནས་དགེ་བ་བཅུ་གཅིག་དེ། ད་ཁ་ཚང་ངས་བཤད་ན་མ་གཞི་དྲན་འབྲེལ་དྲན་གསོ་ཡིད་འོང་བྱམས་པ་གཉིས་རྗེ་ཟེར་མཁན་ཚོ་འདྲ། ཨ་ནི་ལྷག་བསམ་དང་བྱང་ཆུབ་ཀྱི་སེམས་ཨེ་སྦྱར་སོགས་ཕར་གྱིས་དྲུག། བསྡུས་དངོས་པོ་བཞི། ཨ་ནི་དེ། སེམས་རྒྱུད་དགེ་བ་བཅུ་གཅིག་ལ་སོགས་པ་སོ་སོའི་རྒྱུད་ལ་ག་ཚད་ཚང་གི་འདུག་ཅིག་སྟེ། ཨ་ནི་སོ་སོའི་རྒྱུད་ལས་རྩ་ཉོན་དྲུག་ཉེ་ཉེ་ཉེ་ཤོས་འདོད་ཆགས་ཁོང་ཁྲོ་ཞེ་སྡང་ཕྲག་དོག་འགྲན་སེམས་འཇིག་རྟེན་ཆོས་བརྒྱད་ཀྱི་བློ་སྣ་དགྲ་མཐའ་ཡས་པ་བརྒྱུད་རེ་ཏེ་ཚུལ་ཚང་མ། དེ་གཉིས་དེ་ཚོགས་པ་འདྲ་མ་སོགས་གཉིས་བཙུགས་བྱས་ནི་ཁོ། སོ་སོ་ག་དེ་ན་སླེབས་ཏེ་འདུག། འོ་དེ་བྱས་ནི། བཀའ་ཐང་བླ་མ་དེ་སོགས་ཀྱི་སྒོམ་བྱས་ཏེ་དེར་བྱེར་ཟིན་པ། སྒོམ་བྱས་ཏེ་ཨེ་ནི་སོ་སོའི་སེམས་ལ་བརྟག་པ་བྱས། ཉོན་མོངས་གཅིག་ཅེས་གསུངས་ན་མདོག་ནག་པོ་གྱིས་བྱ། ཡང་དགེ་བ་གཅིག་བྱེད་ཀྱི་འདུག་མདོག་དཀར་པོ་གྱིས་ཤ། དང་པོ་མདོག་དཀར་པོ་དེ་ཁ་ཤི་མ་དུ་མས་རྡོ་ནག་པོ་དེ་རུ་ལུབ་སྟེ་སྤུངས་རུ་ཟིན། འོ་ན་གང་ཚང་ཅི་ལས་རྡོ་ནག་པོ་དེ་ཉུང་རུ་ཉུང་རུ་ཕྱིན་དཀར་པོ་དེ་དམར་རུ་དམར་རུ་ཕྱིན། ད་ཆོས་བྱས་ཆོས་བྱས་ཟེར་སོ་སོ་རྒྱུས་བརྟག་པ་བྱས་ཡ་དེ་རེད་དོ། ཨ་ནི་དེ་ནི་སྦེད་ཀོང་ཇག་གི་གསུང་ཡ་དེ་རེད་གེ་ཤི་སྦེད་ཀོང་ཇག་གིས། ངའི་དྲན་ཤེས་དང་བག་ཡོད་ཀྱི་འཐུང་འཐུང་དུ་བཟུང་ནས་ཉོན་མོངས་ཀྱི་སོ་ཁ་ན་ངས་སྒུག་དེ་ཡིན། ཁོས་བསྒྲིངས་ན་ངས་བསྒྲིངས་ཁོས་ལྷོད་ན་ངས་ལྷོད་ཟུག་ནས། ག་དུས་ཡིན་ན་ང་ལ་ཡ་ལས་ཀ་ག་རེ་ཡོད་ཟེར་ན། ཨ་ནི་དྲན་ཤེས་བག་ཡོད་ཀྱི་མདུང་དེ་ཁས་བྱས་ནས་ཉོན་མོངས་ཀྱི་སྒོ་ཁ་ལངས་དེ་ཡིན་གསུང་དགོས་རེད། ཉོན་མོངས་དེ་ཚོགས་ཀྱི་འབྲིང་ནི་གཅིག་ང་པོ་བྱེད་ཀྱི་འདུག་ན་ཁོ་ཡང་ང་པོ་བྱེད་ཀྱི་ཡིན་གསུངས། ཉོན་མོངས་དང་དང་ལྷོད་ལྷོད་རེད་ན་ཁོ་ཡང་དེ་དང་ལྷོད་ལྷོད་བྱེད་ཀྱི་ཡིན་གསུང་དགོས། དེ་རེད་བྱས་དུས་ཁོང་རིགས་ཀྱི། ཐུགས་མྱང་ལེ་ཟེར་ངེས་རེད་དེ་ནས་སོ་སོ་ཉོན་མོངས་ག་རེ་བྱེད་ཀྱི་འདུག་རྒྱུས་བརྟག་པར་བྱེད་བརྟག་པར་བྱེད་བརྟག་པར་བྱེད། ཨེ་ཉོན་མོངས་རེ་རེ་རིགས་ཤར་དུས་དེ་གི་གཉེན་པོ་རེ་རེ་བསྟན་དེ་འདྲི་བྱས་ནས། དེ་ལས་གསུང་དགོས་རེད་བ། དེ་ཡིན་ཙང་རང་གི་རྒྱུད་ལས་ཡ། བརྟག་ཡ་ལ། ཉོན་མོངས་བསྐྱེད་ཀྱི་འདུག་མི་འདུག་བལྟས་པ་ལ་ཨ་ལས་ཉོན་མོངས་ངོས་བཟུང་དགོས་རེད་བ། ཉོན་མོངས་དེ་ག་འདྲ་བགྱི་ལ་སྲིད་ཀྱི་རེད། མཚན་ཉིད་དེ་ག་འདྲ་རེད་དབྱེ་བ་དེ་ག་འདྲ་བརྗོད་རེད་གཏེར་གྱི་བྱེད་ལས་དེ་ག་འདྲ་བགྱི་རེད་དེ་བརྗོད་ལས་ཅེས་པས་སུ་ག་རེ་བྱེད་ཀྱི་རེད། དང་པོ་ག་རེ་འགོ་བཙུགས་ཀྱི་རེད་ཨ་ནི་ག་རེ་ག་རེ་གཉིས་པ་ག་རེ་བྱེད་ཀྱི་རེད་ཐ་མ་ག་རེ་བྱེད་ཀྱི་རེད། ཨ་ནི་དེ་ལས་ཡང་དབྱེ་བ་ག་ཚོད་ཡོད་རེད། དཔེར་ན་ང་ཚོ་འདོད་ཆགས་འདྲ་བྱས་ཟིན་ན་རྡོག་རྡོག་ཅིག་ལ་ཤར་བ་མ་གཏོགས་འདོད་ཆགས་ལ་རྣམ་སྨིན་སྣ་ཚོགས་ཡོད་རེད་བ། སོ་སོ་གི་མིང་ལས་ཆགས་པའི་འདོད་ཆགས། སྟངས་ལས་ཆགས་པ། གོ་གནས་ལས་ཆགས་པ། དཔལ་འབྱོར་ལས་ཆགས་པ། གཉེན་ཉེ་དུ་ལས་ཆགས་པ། ཁོག་ཁོག་གཡོག་ལས་ཆགས་པ། ལོངས་སྤྱོད་ལ་ཆགས་པ། གང་ཟག་གཅིག་ལ་ཧམ་པ་ཆེ་རུ་ཆེ་རུ་འགྲོ་གི་འདོད་ཆགས་ཟིན་གྱི། སོ་སོ་མི་གུས་སོ་སོ་གཞན་གྱི་ཚབ་བྱེད་ནི་མ། ཡུལ་ལུང་ལ་ཆགས་པ་རྗེས་ཁ་ལ་ཆགས། ཨེ་ཤི་ཡ་ཆགས། ཡོ་རོབ་ལ་ཆགས་དེ་ནས་གང་ཟག་གཅིག་ལ་གང་གང་ཧམ་པ་ཆེ་རུ་ཆེ་རུ་འགྲོ་ནི་ནུས་མ་ཟིན་གྱི། གོ་ལ་ཡོངས་སུ་རྫོགས་པ་ལ་ཆགས། ད་དེ་ནི་རང་གཅིག་འཛིན་ཟེར་དེ་ཚོ་ཕྱོགས་རིས་ཟེར་མཁན་དེ་གཅིག་གླེང་འོང་དུས་ཕྱོགས་རིས་འདྲ་མི་འདྲ་ཡོད་རེད་འཛམ་བུ་ལིག་གི་ནང་ནས་དང་པོ་མགོ་སེར་པོ་དེ་དཀར་པོ་གཉིས་ནི་མགོ་ནག་པོ་ལ་བྱེད་འགོག་བྱེད་ཀྱི་རེད་མགོ་ནག་པོ་ནང་ནས་ཚུར་སླེབས་ནས་ཡང་སོ་སོ་བརྗེད་ཁ་བརྗེད་ཁ་ནང་ནས་ལུང་ཚན་ལུང་ཚན་ནང་ནས་རིམ་པས་རིམ་པས་ནི་ཆོས་ལུགས་ཀྱི་ཆ་ནས་གཉེན་ཉེ་དུས་ཀྱི་ཆ་ནས་རིགས་ཀྱི་ཆ་ནས་ཐ་མའི་སྐྱོན་ནི་གཞན་མགོ་ལ་ཐ་མལ་པ་བྱེད་ཐ་མ་ཐ་མ་སོ་སོར་ཐུག་འགྲོ་དུས་ནང་མི་ནང་ནས་བྱེད་ནས་ཡང་ནས་ཡང་སོ་སོ་ལ་གཞན་མགོ་ཕྱེ་ཡག་ཡོད་རེད་ད། ནང་མི་བཅུ་གཅིག་ཡིན་ན་ཡང་ག་ཤེད་ལ་ཡང་དོགས་ཟེར་རིང་ཟེར་ཁ་ཟེར་ཉེས་ཟེར་བྱེད་ཀྱི་རེད།

ཁོ་མི་ཡིན་པ་གཅིག་མཚུངས་རེད། མི་དཀར་ནག་གི་དབྱེ་བ་དང་ཆོས་ལུགས་ཀྱི་དབྱེ་བ་དང་ཆེད་སྤྱོད་མ་རེད། མི་ཡིན་པ་གཅིག་མཚུངས། ཁོ་ཡང་མི་རེད་ང་ཡང་མི་རེད་སང་ཚར་ནི་ཉོག་དྲ་ཡོད་མ་རེད། ཁོ་བདེ་བ་འདོད་ང་ཡང་བདེ་བ་འདོད་ཁོ་སྡུག་བསྔལ་མི་འདོད་ང་ཡང་སྡུག་བསྔལ་གཅིག་པ་རེད་ནི། ང་ནི་མི་མཐུན་པ་ག་ཡ་ག་ཡོད་མ་རེད་ད་ཁོ་གཉིས་ལ་དེ་འདྲའི་བསམ་བློ་ཡོད་ངེས་དེ་ལ་ག་རེ་མཐུན་ཡ་ཡོད་མ་རེད། ང་ཚོ་མི་མི་མཐུན་ཟེར་ཡ་དོན་ཆོས་དེ་གཅིག་ཁ་ཤས་རེད་འདུག་ང་རྣམ་པར་དེ་གཅིག་མི་མཐུན་པ་བཟོ་གི་ར། ཡང་ཁྱོད་ཀྱིས་དེ་ཡིན་ཡོ་རོ་རེ་ང་ཨེ་ཤ་བདེ་གི་མི་ཁྲི་བ་ཅིག་བཟོ་དགོས་ར། དེ་ནི་མ་མ་མ་མ་དེ་འདྲི་གི་སོང་པ་པོ་ཤོད་ན་བཟོ་ཡ་མེད་པ་ཅིག་ལས་གི་རེ་དེ་གི་དཀྲུག་ཤ་འཁྲུག་རུ་གི་རེ། དེ་ཇའོ་རོ་མི་ཆེན་གི་ག་དུས་ཡིན་ན་འགྲོ་མི་གཅིག་རྒྱུག་མི་གཅིག་རྒྱུག་གི་འདུ་ཤེས་དེ་ཁེ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་གི་རིག་པ་མཚུངས་པ་དེ་གཅིག་པ་ཡིན་པ་དེ་བསམ་གི་རེ་ཟེར་ན་ཉོག་དྲ་ཅི་ཡ་ཡོད་མ་རེད་ད་དེ་མི་སུ་ཅིག་ཐུག་ན། དཀར་ནག་གི་བྱེད་པ་ནི་མེད་ཡེ་འབྲས་ཆེ་ཤོས་ཀྱི་བྱེད་པ་ཡང་མེད་ག་སྐད་མེད་འཇོག་དེ་ཚུགས་རེད་ཨོ་ཚུགས་མགོ་འདུག་བ་དེ་དངོས་གནས་རེད་དེ་ཆགས་དེ་ཡོད་རེད་ཡ་ཡ། དེ་འདྲ་ཡིན་ཟེར་ན་ང་ཚོ་དེ་རང་གི་འཕྲོད་པ་རང་གིས་མ་བཏང་ན་ཆོས་བུའི་ཟུར་གྱིས་ཆོས་མེད་བྱེད་ཟེར་བའི་དེ་ཆོས་འཇོན་ཏོ་རང་གི་འཕྲོད་པ་ལ་རང་གིས་འཕྲོད་པ་ནོར་འཁྲུལ་ཉོན་མོངས་པ་བརྗེད་ཁྲི་བཞི་སྟོང་འོ་དེ་ལ་བརྟག་པ་བྱེད་ཀྱི་རེད། རྟགས་ནི་སྤོང་བ་རྒྱལ་སྲིད་ལ་ལས་ཡིན། འོ་དེ་འདྲ་བྱས་ནས་བྱང་ཆུབ་སེམས་དཔའ་ཁ་ཤས་ཀྱིས་མྱང་ལས་དེ་འདྲ་གནང་གི་རེད་ཟེར་སོ་སོ་རྗོད་ལ་ནི་ཚོགས་པ་འདྲ་མ་སོང་ནི་གཉིད་བཙུགས་བྱས། ཨ་ནི་ཉོན་མོངས་པ་གི་ད་ཚོགས་ཚོགས་དེ་མ་རིག་པ་དེ་རེད། དེ་ནི་འདོད་ཆགས་ཞེ་ད་གཏི་མུག་སོང་སྟེ་ཚོགས་ཚོགས་ཚོགས་ཞེན་ཅན་ནི་མ་དད་ཡོད་དོ། ད་ཁོ་ཚོ་ལ་གཡོག་པོ་ཟེར་ན་འདྲ། འབངས་མི་སྲིད་ཟེར་ན་འདྲ་ཁ་སྨྲས་འདི་མི་གྲ་འགྲིག་པོ། གཏིང་ཚུགས་པོ། ཨང་ཆ་ཆེན་པོ། སོ་སོ་དེ་ལས་བེད་སྤྱོད་བཏང་དགོས་དུས་དེ་ཆོག་འདུག་པས། ད་ཚོ་ཆོག་སྟོང་ཉིད་རྟོགས་པའི་ཤེས་རབ་དེ་བྱང་ཆུབ་ཀྱི་སེམས་ཉིད་དེ་ཚོ་ཚོ་ཚོ་ཤིང་ར་ཞེས་ཚོགས་ཀྱི་ཁོ་ནས་ཆེ། ད་དེ་ནས་མ་སྙིང་རྗེ་དང་བྱམས་པ་དང། ཨ་ནེ་གཞན་ཕན་གྱི་བློ། ད་དེ་ནས་མ་རྒྱལ་སྲིད་ཀྱི་སྤྱོད་པ་ཕ་ཁྱིའི་དྲུག་ལ་སོགས་པ་ད་ཁ་སང་ག་ཚེ་བཤད་བདེ་བ་དེ་གི་ཚོགས་པ་བརྒྱད། སོ་སོའི་རྒྱུད་ལ་ཚོགས་པ་གཉིས་དེ་ག་རེ་སྟོབས་ཆེ་བ་འདུག། སོ་སོའི་ཚོགས་པ་གཉིས་ཀྱི་ནང་ལ་ག་རེ་གི་ཚོགས་མི་ཆགས་འདུག། རྒྱུད་བཏགས་ཟེར་ན་འདི་བཏགས་དགོས། བྱང་ཆུབ་སེམས་དེ་དགོངས་འདུས་ཞེ་དྲག། ནུས་པ་མི་ཐོན་ངེས་འཚོ་བ་ཤེས་རབ་སྐྱེས་མ་ཐུབ་ངེས། ཁྱོད་རང་བྱང་ཆུབ་སེམས་གཡོག་པོ་ཆགས་ཐུབ་ཡོད་མ་རང། བདག་གཞན་འདོད་ཆགས་ཀྱི་གཏི་མུག་འདི་ཚོ་སླེབས་འོང་དུས་འདི་ན་ང་མ་འདྲ་ཅི་འདུག་བ་ཕ། ཁོང་ཁྲོ་གི་གར་བྱེད་ཤོག་ཟེར་ན་འོ་ལགས་སོ་ཟེར་ནས་མཆོངས་འགྲོ་ཡ་བྱེད་འགྲོ་ཡ་ལབ་འགྲོ་ཡ། འདོད་ཆགས་ཀྱི་གར་རེ་བྱེད་ཤོག་ཟེར་ན་འོ་དེ་ནང་བཞིན་སྐྱུག་འགྲོ་ཡ། ཕྲག་དོག་གི་ག་རེ་བྱེད་ཟེར་སོང་ནས་སུ་ལ་ཡིན་ན་ཕ། ཁ་ཐེ་ཅག་དེ་ཁ་ཕྲག་དོག་བྱེད་ནི་ཁ་ཐེ་ཅག་ཡ། བྱས་ཙང་ང་ཚོ་ད་ལྟ་ཁོ་ཚོ་གི་གཡོག་པོ་ཆགས་ཡོད་རེད། ཁོ་ཚོ་གི་ག་རེ་ལབ་ལ་ལས་ང་ཚོ་འོག་ལ་སོ་ཟེར་ནས་རྒྱ་ཆ་རྒྱ་ནས་རྒྱ་ཆ་རྒྱ་ཉན་ནས་འགྲོ་ཆགས་དགོས་རེད། ད་དུང་དེ་སྒང་ལ་ཕ་དང་དུ་བླངས་ཨ་ནི། དེ་གི་རྗིས་སུ་ཡིན་ན་ཡང་ཁོང་ཁྲོ་འདྲ་ཅིག་ལངས་རྒྱ་འདྲི་འདྲི་རྒྱག་ཚར་ན་ཨ་དེ་རིང་ཡག་པོ་ལབ་ཡོད་དེ་རིང་ཡག་པོ་ཞུས་ཡོད་དྲན་གི་རེད་བ།

ཡིན་གཅིག་མིན་ནས་འདི་གི་ཚོགས་པ་དེ་བླངས་དགོས་རེད་ཡ། དེ་མི་འདུག་ན་ཨ་ནེ་ཀ་རེ་མེད་པ་དེ་ལས་སྡུག་ངེས་ཡིན་པ་ཤེས་དགོས་རེད་ཨ་ཙེ་ད་ང་ཉོན་མོངས་ཀྱི་གཡོག་པོ་ཆགས་ཏེ་ཉོན་མོངས་ཀྱི་གཞན་དབང་ཆགས་ཏེ་ཤག་དེ་ཚོ་གྲ་འགྲིག་པོ་ཞིབ་ཀྱི་ཚུལ་དུ་ཤག་ད་དེ་ན་ཚུལ་མཐའ་ཡག་གྱི་དང། གཞན་དག་གི་རེ་ཚོགས་པ་གྱི་ཐོག་འོ་དེ་ཡོང་ཡག་གི་ཆེད་དུ་ཨ་ནེ་གསོལ་བ་བཏབ་གི་ཡིན་ན་ད་སྨོན་ལམ་བྱ་གི་ཡིན་ན་འདྲ་ད་ག་རེ་ཡིན་ན་དེ་ཕྱོགས་ལ་ཤུགས་རྒྱག་གི་རེད་ཟེར་དགོས་རེད་ད།

ནི་བྱང་ཆུབ་སེམས་བསྐྱེད་ཐུབ་པ་མཆོག་རྒྱུད་རྒྱལ་བ་སྲས་དེར་བྱེད་པ་བྱིན་གྱིས་བརླབ་ཏུ་གསོལ་བསམ་ནས། འོ་དེ་གསོལ་བ་དེ་ལྟ་ཨ་ནི་ཉོན་མོངས་ཀྱི་ཕྱོགས་ལ་ཤུགས་ཆེན་པོ་འདུག་ན། ཨ་ནི་དེར་ཉོན་མོངས་དེ་ཚོ་མ་ཉལ་བ་ཤེས་ཐུབ་ཡ། དེ་གི་གཞན་དབང་དང་མ་འགྲོགས་ཡ་གི་ཨ་ནི་ཡང་འདོན་པ་དང་སྨོན་ལམ་དང་ལྷག་བསམ་དང་གསོལ་འདེབས་བྱེད་དགོས་རེད། དེ་ཡང་འཁོར་བ་མྱང་ལས། མེ་བཙའ་སྟེགས་ལ་མྱང་ལས་གཅིག་རེད་ཡ་འཁོ། མེ་གེ་མེ་གེ་ལ་མེ་བཙའ་སྟེགས་ཀྱི་མྱང་ལས་གཅིག་རེད། བྱང་ཆུབ་སེམས་དགོངས་འབུལ་སྐབས་སོ་སྐྱེ་གོས་དམར་བ། ཕོ་སོ་གོས་དམར་བ་དང། ཐ་མལ་དུས་ནི་བྱང་ཆུབ་སེམས་རྒྱུད་ལས་སྤྱི་ཡག་གི་ཆེད་དུ་ཡང་ཁོ་ཉང་ལས་ཀྱིས་བྱས་པ་ཡིན་ན་ཡང་ཁྱོད་རང་བྱང་ཆུབ་སེམས་ཀྱི་ཉང་ལས་ཆགས་འགྲོ་རེད། མ་གཏོགས་སྤྱི་དངུལ་གྱི་དགོངས་དུས་ནི་མིག་ནང་ཅོང་མི་ཐུག་བཟོ་ལྟ་མི་ཐོན་དུས་ནི་སེམས་ཤུགས་ཆགས་འགྲོ་རྒྱུ་མ་རེད། ཡང་ཁོ་རང་ཁོ་རང་གི་ཆེད་དུ་ལི་ཡ། འདུན་པ། སྨོན་ལམ། ལྷག་བསམ། གསོལ་འདེབས་བྱེད་དགོས་རེད་ཞབས་བརྟན་བྱེད་དགོས་གསོལ་འདེབས་ཟེར་ན་ཞབས་བརྟན་རེད། བྱང་ཆུབ་སེམས་རྒྱུད་ལས་སྤྱི་ཡག་གི་ཆེད་དུ་ཞབས་བརྟན་འདི་རེད་ཞབས་བརྟན་ངོ་མ་འདི་རེད་ད། ཨོ་བདུད་ཟེར། རེད་ད་ང་ཚོ་ཡང་དུས་ཚོད་ཤོར་འགྲིངས་ཟེར་ད། དེ་ག་ནི་དྲི་བ་དྲིས་ལན་ཡོད་ན་ནི་དི་སི་བྱས་ནི་བཞག་གི་ཡིན་ཡ་ཡ། ད་ལག་ལེན་སོ་བདུན་མ་ཞེ་དྲག་མེད། གཞོན་མོ་ཚོ་དེ་ཁ་ཤིས་ལ་འཚོ་བ་འགྲོ་གི་རེད་ལགས་སོ། དགེ་བཤེས་ལགས། འདི་དགེ་བཤེས་ལགས་ཀྱི་དགེ་སློང་མ་དཔོན་མོ་གཅིག་གསུང་གནང་གསོལ། ཨ། ཨ་ནི་འདི་དགེ་སློང་མ་དཔོན་མོ་དང་འདི་ང་ཚོ་ད་ལྟ་སྨྱུང་གནས་ཀྱི་བར་ལ་འདི་འབྲེལ་བ་ག་འདྲས་ཆགས་ཡོད་ན་ད་ལྟ་ཁ་ཤས་བྱས་ན། ཁོང་དེ་ད་ལྟ་སྨྱུང་གནས་ལ་བཞུགས་དུས་ཙམ་མ་ནང་ནས་དེ་སྤྱིར་རེ་སི་ཤེ་སི་རེད། རེད་སྨྱུང་གནས་རེད་རེད།
རེད་ད་ངས་ད་ལྟ་སྨྱུང་གནས་ཆོ་ག་འདི་འབྲི་ནས་གེ་ཞུས་མེད་ཁོང་གི་ཐུགས་མྱང་ལན་བྱེད་ཡ་དེ་སྤྱན་རེ་སི་གི་མཚན་སྔ་མ་ནི་དྲངས་དེ་ཡ་དེར་བ། མ་ནི་དྲངས་ནི་ད་ལྟ་ཨ་ཅག་གི་དྲི་བ་ཏག་ཏག་རེད་དགེ་སློང་མ་དཔལ་མོ། སྨྱུང་གནས་བཞུགས་དེ་རེད་སྨྱུང་གནས་བྱས་ནས་ད་ང་ཚོ་ཞལ་ལག་དེ་ཚོ་མ་ཆོད་བ་བྱས། ཨ་ནི་མ་ནི་རང་དྲངས། སྨྱུང་གནས་གི་ཡི་དྭགས་ལྷ་དེ་འཕགས་པ་སྤྱན་རེ་སིར་བ། ཨ་ནི་བགྲང་ཡག་དེ་མ་ནི་ཅི་ཨ་ནི་ད་ལྟ་ང་ཚོ་སྨྱུང་གནས་ལས་འདོད་དེ་ཡག་གི་བསྟོད་པ་ཅིག་འདུག་ཨ། དགེ་དོན། ཚོང་གི་མགོ་བོ་ལ་ཕྱག་འཚལ་ལོ་ཟེར་ཡག་གི་སྨྱུང་གནས་ཀྱི་ད་ལྟ་འདོད་དེ་ཡག་གི་བསྟོད་པ་དེ་སྤྱན་རས་གཟིགས་ཀྱི་བསྟོད་པ་དེ་དགེ་སློང་མ་དཔོན་མོ་སྤྱན་རས་གཟིགས་ཀྱི་ཞལ་གཟིགས་པའི་སྐལ་ལ་ཡར་ཚོ་འདི་ཕུལ་བཞག་འཇུག་གི་ཚིག་རེད། ད་ལྟ་ང་ཚོ་སྨྱུང་གནས་ལས་འདོད་དེ་ཡག་གི་ཆོ་ག་ག་སྤྱན་རས་གཟིགས་ཀྱི་གསོལ་འདེབས་དེ། འོ་དེ། དགེ་སློང་མ་པད་མོ་ལ་སྤྱན་རས་གཟིགས་ཀྱི་ཆོག་གི་དངོས་གྲུབ་བརྙེས་པའི་དུས་དེ་ག་རང་ལ་ཡར་གསོལ་འདེབས་ཕུལ་བྱར་གྱུར་ཏེ། ད་ལྟ་ང་སྨྱུང་གནས་ཀྱི་ཆོ་ག་ནི་འདོད་དེ་ཡ་གི་ཕྱག་འཚལ་ནི་འདོད་དེ་འོ་དེ། འདོད་པ་དེ་དེ་རེད། རེད་ད་ག་རང་ངས་ད་གིས་ཁོང་གི་སྨད་དེ་མ་ནི་འབྲི་དྲུག་ཡིན་སྲིད་སྨྱུང་གནས་གསུང་ནི་མ་ནི་གསག་དེ་རེད་ད། ད་སྨྱུང་གནས་ཀྱི་ཆོ་ག་ལོ་རྒྱུས་དེ་དེ་ནས་མ་བྱུང་དགོས་རེད། དགེ་སློང་མ་བེམ་མོ། ཨ་ནི་སྤྱན་རས་གཟིགས་ཀྱི་ཡི་དྭགས་བསྟན། ཡི་དྭགས་སྤྱན་རས་གཟིགས་ཨ་ནི་མ་ནི་འབྲུ་དཀྲུག། ཨ་ནི་དེ་ནི་ང་ཅད་བྱས་ཨ་ནི་གཟིགས་ཅད་བྱས། འོ་དེ་བྱས་ནས་དེ་ནི་ང་གི། སྤྱོད་པ་སྤང་དགོས་ཨ་དེ་ཀར་མ་ནི་མ་གཏོགས་གཞན་མེད། སེམས་ཀྱི་སྣང་རྟོག་བྱང་ཆུབ་ཀྱི་སེམས་སྤྱན་ངན་ལང་གཅུ་མ་གཏོགས་གཞན་སྤང། ངག་གི་འདི་པ་ཡིད་དྲུག་ལས་མ་གཏོགས་གཞན་སྤང།

སྔས་མ་ག་རེད་ཅིག་ང་ཚོ་སྐད་སྒྲུབ་པ་ལྷ་ཁང་ཅིག་ཚོགས་ཡོད་དེ་སང་ཡོད་རེད། ཨ་ལོ། ཨ་ཡ་ལགས་སོ་ལགས་སོ་ལགས་སོ། ཨ་ལེ། ལགས་སོ་ལགས་སོ། སྨྱུང་གནས་དེ་ས་ག་ཟླ་བ་ན་ལ་བོད་ལ་ཡིན་ན་ཞི་དྲ་ཁྱབ་ཆེན་པོ་དར་སོ་ཆེན་པོ་ཞི་རག་ཡོད་རེད་དགོན་པ་ཕལ་ཆེ་བ་གི་སྨྱུང་གནས་བྱས། ད་ང་ཚོ་དེ་ལོ་སེ་ལེ་ལ་ད་ལྟ་སློབ་གཉེར་རྒྱ་ཆེན་པོ་ཡིན་སང་སྨྱུང་གནས་ཞི་རག་ཆེན་པོ་སྨྱུང་གནས་བྱས་སྨྱུང་གནས་ཆ་གཉིས་གསུམ་དེ་ཟེར་ཡ་འདྲར་ཡོད་རེད།